དེ་བཞིན་བོད་རིགས་སྤུན་ཟླ་རླུང་འཕྲིན་གཉིས་རྣམ་པ་ཀོང་ཁ་རྫོང་ང་རྡོ་རྗེ་དང་དུ་ཡིན། དེར་ང་ཚོའི་ཁ་དབུས་དྲུང་ར་གི་ལས་ཚན་ནང་རྒྱ་གར་ལྷོ་ཕྱོགས་སུ་གནས་པའི་དཔལ་ལྡན་རྒྱུད་སྟོད་གྲྭ་ཚང་ནས་ཇི་ལྟ་ཡང་ཡང་གསོལ་བ་ཕུར་ཚུགས་སུ་བསྟོད་དོན་བཞིན། སྐྱབས་རྗེ། སློབ་དཔོན་ཟངས་མདོག་རིན་པོ་ཆེ་རྗེ་བཙུན་བློ་བཟང་ཏིང་འཛིན་ཆོས་ཀྱི་རྒྱལ་མཚན་དཔལ་བཟང་པོ་མཆོག་ནས་ད་ལོ་ལྟར། རྒྱུད་སྟོད་གྲྭ་ཚང་དུ་རྩ་ཆེ་གི་མདོ་སྔགས་ཀྱི་ཟབ་ཁྲིད་ཇི་སྙེད་ཅིག་བཀའ་དྲིན་སྐྱོང་དང་སྐྱོང་མུས་ཡིན་པ་ཡི་ལྟར་ད་འདི་ལོ་ཡང་ཕྱི་ཟླ་གསུམ་པ་གི་ཚེས་གསུམ་དང། བོད་ཟླ་དང་པོའི་གི་ཚེས་བཅུ་བདུན་ཉིན་ཉིན་གྲངས་བཅོ་ལྔ་གི་རིང་ལ་གསུང་ཆོས་གཙོ་རྒྱུན་ཡིན་པའི་གི་གནད་དོན་དང་འབྲེལ་བའི་སྐོར་ལ་རྒྱུད་སྟོད་གྲྭ་ཚང་ནས་མཁན་རིན་པོ་ཆེ་ཐུབ་བསྟན་བསྟན་འཛིན་མཆོག་དང་ནི་ད་ལྟ་དེ་སེ་ར་བྱེས་ནས་དགེ་བཤེས་རྡོ་རྗེ་ནི་མ་ལ་རྣམ་པ་གཉིས་དང་ནི་ལི་མོ་ཞིག་ཡིན་རྣམ་པ་གཉིས་དེ་ང་ཚོའི་ལས་རིགས་ནང་ཕེབས་པར་བཀའ་དྲིན་ཆེ།
ལ་ལ་དུ་བྱེད་ན། ལ་སོ། ད་དང་པོ་འདི་རྒྱུད་སྟོད་གྲྭ་ཚང་གི་མཁན་རིན་པོ་ཆེ་ཐུབ་བསྟན་བསྟན་འཛིན་མཆོག། འདི་ལོ་ཟ་འདུལ་རིན་པོ་ཆེ་མཆོག་གིས་སྤྱི་ཟླ་གསུམ་པ་ནང་གི་ད་ད་ད་ཀྱི་ཆོས་འབྲེལ་དེ་གཙོ་བོ་ཆོས་འབྲེལ་ག་རེ་གནང་ཡོད་རེད་ཁྱེད་རྣམ་པ་གི་གསལ་བསྒྲགས་དང་དེ་ཚོ་ལ་ཞེས་པ་ལ་སོགས་པ་གནང་འདུག་ཨཱ་ནི་ད་ད་ཀྱི་དད་ལྡན་ཆོས་ཞུ་བ་རེད་ཨཱ་ནི་ངེད་གཉིས་དེ་ཚོ་ལ་གསུང་ཆོས་འདི་ག་རེ་ཐོག་ལ་རྩོ་ཡ་རེད་དེ་སྐོར་ལ་ངོ་སྤྲོད་ཅིག་གནང་རོགས་ཞེ་ད་ངོས་ལ།
ནོར་ལེགས། ད་ནས་ད་གི་གོང་དུ་རྒན་ལགས་གསུང་པོ་ལ་མཇལ་ནས་ལོ་རིན་ཆགས་ཅན་ལ་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་ལ་ཨ་ནེ་མདོ་སྔགས་ཀྱི་བརྡ་ཆོས་ཚུལ་མང་པོ་ཅིག་འདུག་ཟེར་གི་སོ་བ་བཏབ་པ་ནང་བཞིན་ལོ་རིན་ཆགས་ཅན་ནས་རིན་པོ་ཆེ་མཆོག་གི་བཀའ་དྲིན་བསྐྱངས་ཀྱི་འདུག་ཟེར་རན་ཨ་ད་ལོ་ད་ད་ལོ་སྤྱི་འཐུས་དང་པོས་ད་བོད་ཟླ་དང་པོའི་ཚེས་བདུན་ནས་བརྩད་ནས་ཨ་ནེ་གསང་འདུས་རྗེས་གསུམ། དེ་ནང་ནས་ད་ཨ་ཁུ་ཤེས་རབ་རྒྱ་མཚོས་ཨ་ནི་བོད་པའི་ད་ལྟ་འབྲེལ་བ་ད་ལྟ་འདེམས་འཇོག་གི་ཨ་ནི་བསྐྱེད་རྫོགས་ཀྱི་འབྲེལ་བ་འོ་ད་དེའི་ཐོག་ནས་ཨ་ནི་སྐྱབས་འཇུག་གནང་རོགས་དེ་སི་ཡར་ཞུས་པ་ནང་བཞིན་ཞེས་བཤད་གནང་ནས་ད་དངོས་སུ་འདུག་སི་གནང་ཡག་གི་འདུག་སི་རེད་ཨ་ནི་འདིའི་འབྲེལ་བ་དེ་ཧ་ཅང་གི།

གདེང་འཇོག་གི་གནས་སྤོར་གྱི་ཁྲིད་ཀྱི་སྐྱབས་བཅོལ་གནང་རོགས་གནང་ཞུས་པ་རེད་ད་དངོས་སུ་གཏུགས་སུ་གནང་ཡ་རེད་ཡོད་སོང་ཙང་འདི་ཧ་ཅང་གི་ཁ་གསལ་པོ་དང་དེ་གཏུགས་སུ་ཡོད་རེད་དེ་རིང་འདི་འདྲའི་ལ་ཡ་གཅིག་ཡང་ཞུ་ག་ཕེབས་ཐུབ་ངེས་དེ་འདྲའི་ཡོད་པ་ཡིན་ན་ཧ་ཅང་ཕན་ཐོགས་ཡོད་རེད། དེ་སྔོན་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གི་ད་ལྟ་གསུང་ཆོས་དེ་འདྲི་གནང་ལོ་ལ་མང་པོ་ཅིག་ཕེབས་གནང་འདུག་ཨ་ནི་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གི་རྩ་ནས་གསུང་ཆོས་ཞུ་རྒྱུ་དེ་གི་གོ་སྐབས་དེ་དང་མཐུད་ནས་ཆེ་གེ་ལ་མྱོང་ཚོར་ག་འདྲ་འདྲ་པོ་ཅིག་ཡོང་གི་འདུག་ཅིག་གསུང་རོགས་གནང།

གཏིང་ཟབ་བོ་ཞིག་བརྒྱུད་གནང་བདེ་བ་སྐྱིད། ད་ནི་རིན་པོ་ཆེ་བཀའ་བཞིན་གནང་ཡང་གནས་སྐབས་དེ་ལ་ཡང་སྐྱིད་དམིགས་བསལ་གྱི་ཐུན་མོང་མ་ཡིན་པ་ཁྱེད་ཀྱིས་ད་ཀྱི་གཏིང་ཟབ་བོ་ཞིག་འགྲོ་བདེ་བ་ཡོད། ངོ་བོ་དེང་གི་གི་ཐ་ནས་སོ་སོ་ལ་དམིགས་བསལ་གྱི་ད་བློ་ཤེས་རག་བདེ་བ། ད་དེ་ཙམ་ནས་མ་ཟད་དེ་ནི་རིན་པོ་ཆེ་གི་ད་ཀྱི་བཀའ་བཞིན་གནང་ཡང་གནས་སྐབས་དེ་ལ་ཀྱི་ཤེས་ཤེས་བྱེད་སྐྱིད་བོ་གི་ད་ཀྱི་ཤེས་བྱ་མ་ཡིན་པ། ཉམས་མྱོང་དང་དེ་ནི་ག་རེ་རེད་ན་མྱ་ངན་འདུག། ཁོང་རིག་གི་མྱ་ངན་དབང་དང་མྱ་ངན་གྱི་ཐོག་ནས་མ་སྐྱེས་ཀྱང་དེ་ཉིད་མུན་པ་ཀྱི་སླེ་བ་དེ། མི་ཞིག་གིས་དེ་ནི་ང་ཟེར་གྱི་སེམས་ནས་ལས་ད་ཅི། ཐུགས་ལས་སོ་སོ་ཡི་ལག་ན་ཞི་བོ་ཀའི་ཐོ་མི་ལ་མ་བསྡིགས་པ། སོ་སོ་ལས་ཁ་ཐུག་ཁ་ཐུག་སེམས་ནས་ལས་མི་ཞིག་གིས་ད་ཅི། ཚང་མ། ལས་ཆེ་བ་ལས་ཀྱི་འདུ་བ། ནོས་སོ། དེ་ནི་རྒྱུན་ཆེན་པོ་གི་ད་ཅི་གོ་བ་དེང་རིག་མི་ཞིག་གིས་ད་ཅི་འཕྲིན་མོ་མ་ཡིན་པ་རག་གི་རེད་དེ་ཉིད་ཡིན་ས་ན། ད་རིན་པོ་ཆེའི་གསུང་ཚིག་ཆང་ཚང་དུ་ཟེར་ནས་ཉག་ཐོ་ཨ་ཟེར་དོ་གེ་ཡོད་མ་རེད་བ།

ཕྱི་ལུས་ལ་དགག་པ་རྒྱག་ངེས་དང་མི་རྒྱག་གི་དེ་སོགས་ཀྱི་དགོངས་པ་བཀྲལ་སྟངས་གང་འདྲ་ཡོད་མེད་ལོས་ཅི། ངོ་ལྟ་ཤོག་ཡོངས་རྫོགས་ནས་པ་ཇི་ལྟར་དགོས་ན་ད་ལྟའི་གི་དེ་ལས་ད་ཅིག་ཁུངས་ནང་བཞིན་དེ་ལྟ་ཡི་མེད་པའི་བཟོ་ལྟ་འདྲ་ཡི། ད་ལ་དོ་ན་འདི་བཟོ་ལྟ་འདྲ་ཡི་རེད་ཟེར་ནས་ཡོད། ཀྱི་དགེ་བཤེས་རྡོ་རྗེ་ནི་མ་ལ་ཆེ་གི། མཁན་རིན་པོ་ཆེ་ཐུབ་བསྟན་བསྟན་འཛིན་མཆོག་ད་ད་ལྟ་མུ་མཐུད་བཀའ་མོལ་གྱི་གནང་རོགས་ཞེས་ད་ལྟ་ཁ་པར་དུ་བལྟས་ཟིན་གྱི་མ་ཅིག་ཆད་བྱས་ནས་དཀའ་ངལ་གྱི་ཁྲེད་སོང། རིན་པོ་ཆེ་ད་ལྟ་ལིས་ཀྱི་གསུང་ཆོས་འདི་ཁྱེད་ཀྱི་གོང་ལ་ངོ་སྤྲོད་གནང་བ་ཞིག་རེད་ད་ལྟ་ཀྱི་གསུང་ཆོས་འདི་གིས་ད་ལྟ་ཀྱི་ཡོངས་རྫོགས་དུ་ཕར་འགྲེལ་ཤེས་ཀྱིས་བཤད་ན་ད་ལྟ་ཁྱེད་རྣམ་པ་གི་གསལ་བསྒྲགས་ནང་ལ་གསུང་བ་ནང་བཤད་ཀྱི་རེད་ཨ་ཁུ། ཨ་ཁུ་ཚང་རྗེ་བཙུན་ཤེས་རབ་རྒྱ་མཚོ་དཔལ་བཟང་པོས་ཀྱི་གསུང། གྲུ་ཆེན་ཝཱ་ལི་པི་ཀའི་ལུགས་ཀྱི་དཔའ་འཁོར་ལོ་སྡོང་པོས་ཀྱི་བསྐྱེད་རིམ་ཧེ་རུ་ཀ་ཡི་ཞལ་ལུང་གྲུ་ཆེན། ཟེར་ཡག་སྐྱིད་དང་ཡང། ཝལ་པི་ཀི་ལུགས་ཀྱི་དཔའ་འཁོར་ལོ་སྡོང་པི་ཀི་རྫོང་རིམ་རྣལ་འབྱོར་ཆེན་པོད་ཀྱི་དམར་ཁྲིད་ཧེ་རུ་ཀ་ཡི་ཞལ་ལུང་བསང་ཡག་ཅེས་གོང་གི་རིན་པོ་ཆེ་ཁྱེད་ཀྱིས་གསུངས་པ་ནང་བཞིན་གཅིག་རེད་ནམ་རྒྱུན་ལྡན་ཞེ་དྲག་ཐོན་ཡ་མེད་པ་དང་ཨཱ་ནི་ད་ལྟ་ཆེད་བསྐོས་པི་ཀི་གསུང་ཆོས་དེ་འདྲ་ཅིག་རེད་དེ་འདུག་ཨཱ་ནི་གསུང་ཆོས་དེའི་འོ་ས་ཉི་མ་བཅོ་ལྔ་གི་རིང་ལ་རེད་དེ་འདུག་ཕྱི་ཟླ་དང་བོད་ཟླ་དང་པོ་གི་ཚེས་པ་བཅུ་ནི་ནི་བཟུང་བྱས་ནས་ཉི་མ་བཅོ་ལྔ་གི་རིང་ལ་དེ་འདྲའི་གི་གཙོ་གནང་ཤོས་ཡོད་ས་རེད་ད་སྐབས་དེ་དུས་གསུང་ཆོས་ཞུ་ནི

ད་རེས་ནམ་རྒྱུན་རིན་པོ་ཆེ་གསུང་ཚུལ་སྣང་ཚུལ་དག་ལས་ཁྱབ་བསྒྲགས་ཅིག་བྱ་དགོས་ཡོད་རེད་ནི་དེའི་ཐོག་ལ་རྡ་རམ་ས་ལའི་ད་ལྟ་གཡས་གཡོན་ལ་བཞུགས་བསྡད་པའི་བཙུན་དགོན་ཁག་དང་དགོན་པ་ཆེ་ཆུང་མང་པོ་ཡོད་རེད་ནི་དེ་ཚོའི་ནང་གི་དེ་གའི་དཔེ་ཁྲིད་དགེ་རྒན་རྣམ་པ་རེ་རེ་ནི་དེ་བ་བྱ་བྲལ་ལ་བཞུགས་བསྡད་པ་དང་དེ་བ་ཕྱོགས་མཐའ་ནས་ཕེབས་བསྡད་པ་དང་དེ་བ་ཧི་མ་ལ་ཡའི་ས་མཚམས་ས་ཆ་དེ་ཚོ་ནས་དགོན་པ་ཁག་ནས་དགེ་འདུན་པ་མང་པོ་ཡོང་གི་འདུག་གཙོ་བོ་དེ་གནྡྷེ་ཁག་ནས། དེ་ནས་དགེ་བཤེས་རྣམ་པ་བླ་སྤྲུལ་དགེ་བཤེས་ཚོ་ཕལ་ཡོང་གི་མང་པོ་ད་དུང་ལོ་ལྔའི་མ་ནང་གི་ཉམས་མྱོང་བྱས་པ་ཡིན་ན་གཙོ་བོ་གཙོ་བོ་གདན་ས་ནས་ཨ་ནེ་བླ་སྤྲུལ་དགེ་བཤེས་མང་དག་ཅིག་དེའི་ཐོག་ལ་དཔལ་གྲོ་ཚང་གི་ཆོས་ཐོག་འགྲིམས་དེ་འགྲིམས་དང་འགྲིམས་བཞིན་པའི་དགེ་བཤེས་རྒྱ་མ་སྲིན་ཚུལ་དེ་འདྲས་ཡོད་རེད་ཨ་ནི་དེ་ཚོ་བྱས་ནས་ད་ཧ་ཅང་གི་ཕལ་སྐད་ཕུལ་གྱི་འདུག་གསུང་ཆོས་ཞུ་མཁན་ཨ་ནི་དེ་བ་གཅིག་ཕལ་སྐད་ཧ་ཅང་གི་གཞུང་ལ་མཁྱེན་རྒྱ་ཡོད་པ་དང་གཏིང་ཟབ་པོ་དང་དེ་འདྲའི་རེད་ནི་བསྟན་པ་དང་དེ་ཚོའི་འགྲོ་བའི་པའི་ཁུར་བཞེས་མཁན་རྐྱང་དེ་འདྲའི་རྐྱང་རྐྱང་གི་ཆགས་ཀྱི་འདུག་ལ་དེ་འདྲའི་ཆགས་ཀྱི། ལགས་སོ་ལགས་སོ།
ད་ད་ལྟ་ང་ཚོས་ཀྱི་ལས་རིགས་ནང་ལོགས་ལ་མཉམ་དུ་ཡོད་པ་གཅིག་དེ་ད་ལྟ་སེ་ར་བྱེ་ཚ་བ་ཁམས་སེ་གི་དགེ་བཤེས་རྡོ་རྗེ་ཉི་མ་ལགས་རེད་ཁོང་ལྟ་བུ་ཆགས་བཞག་པ་ན་དཔེ་ཁྲིད་མཁན་ལགས་གཅིག་དང་ཨ་ནི་མཉམ་དུ་ལ་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་གིས་དངོས་གནས་ད་ལྟ་གསུང་ཆོས་མང་པོ་དེ་འདྲའི་བཅས་ལ་ཞུ་རྒྱུའི་གོ་སྐབས་བྱུང་རྐྱེན་ནི་ཨ་ནི་ཁོང་རིགས་ཀྱི་མྱོང་ཚོར་ག་འདྲི་ཡོད་མེད་ད་ལྟ་མུ་མཐུད་གསུང་འདི་ཤེས་ཡོད་རེད། ད་ད་ལྟ་མཁན་རིན་པོ་ཆེ་སྐྱིས་ཟམ་གདོང་རིན་པོ་ཆེ་མཆོག་གིས་ད་ལྟ་ཀྱི་ཆོས་འབྲེལ་འདི་རྐྱང་ཡ་དེ་ག་དུས་ནས་འགོ་བཙུགས་པ་རེད་ལོ་སྔོན་མ་ནས་དེ་འདྲའི་གསུང་གི་འདུག། ད་ད་ལྟ་གཅིག་གི་གསུང་ཆོས་དེ་འདྲི་གནང་ཡག་གི་ལོ་ལྟར་གི་ད་ལྟ་དེ་འདྲི་གི་འཛིན་ཆ་དེ་འདྲི་འདྲ་པོ་ཅིག་རེད་ག་ག་དུས་ནས་འགོ་བཙུགས་རེད་ཨ་ནི་དེ་དེ་སྐོར་ལ་ཅི་ཁྱེད་རྒྱུད་སྟོད་གྲྭ་ཚང་ངོས་ནས་གོ་སྒྲིག་ཞུ་ཡག་དེ་གཙོ་བོ་རྒྱུ་མཚན་ག་རེ་འདྲ་པོ་ཅིག་བརྟེན་ནས་བྱུང་བ་ཡིན་ནམ། ད་ང་ཚོ་ཅི་ཐང་ནས་ད་སྙེ་མ་ནས་ད།

ཨ་དེ་ནས་བཟུང་སྟེ་སྒྱུ་རྩལ་དང་རྩམ་པ་ཧ་ཅང་གི་ཆོས་གཞི་གཉིས་ཀྱི་ཐོག་ལ་འབྲེལ་བ་ཟབ་པོ། ཨ་མི་རིགས་ཀྱི་རིག་འཛིན་སྐྱེས་མཆོག་མི་མེད་གྲྭ་ཚང་ལ་བཀའ་སློབ་ལམ་སྟོན་ཐུགས་བརྩེ་དང་ཨ་མི་གྲྭ་བ་གཙོས་དགེ་བཤེས་བར་གསུམ་ཚང་མས་ཞི་རགས་རིན་པོ་ཆེ་ལ་དད་གུས་དེ་འབྲེལ་གྱི་རྟེན་འབྲེལ་ལ་བརྟེན་ནས་ཨ་མི་གཅིག་གི་གསུང་ཆོས་སྔ་མ་ནས་མང་པོ་ཞུས་ཡོད། རེད་དེ། རིན་པོ་ཆེ་མཆོག་གིས་ལམ་རྒྱང་ཞེས་བཤད་དེ་འདྲའི་མ་གནང་བ་ཚོས་ལོ་མང་པོ་འདུག་ཟེར་རྗེས། ད་རེས་ག་ལེ་ག་ལེ་ཡོང་གི་རེད་ཟེར་འདུག་ཅེས་བཞག་ནས་ནི་ད་ལོ་ཁ་ཤས་ཅིག་སྨོས་ནས། དེ་ནས། དེ་ནས་ལོ་གྲངས་རྗེས་ལ་ད་སྤྱི་ཆོས་གཅིག་ག་དེ་ནས་ལོ་སར་གྱི་རྗེས་ལ་ད་ལོ་གཅིག་ལ་བླ་མ་མཆོད་པའི་བཀའ་ཁྲིད་གནང་བ་རེད་ལོ་གཅིག་ལ་འཇམ་དཔལ་ཚིག་མཆོད་དེ་གནང་བ་རེད་ལོ་གཅིག་ལ་འཇིགས་བྱེད་གནང་བ་རེད་ལོ་གཅིག་ལ་གསང་བ་འདུས་པ་གནང་བ་རེད་ད་ད་ལོ། ཨེ་ནི་སྡེབ་འཇོག་སྐོར་དེ་སྒྲུབ་བྱ་དེ་ཡོད་ལ། ལགས་སོ་ལགས་སོ། ད་ལྟ་དགེ་བཤེས་རྡོ་རྗེ་ཉི་མ་ལ། ཁྱེད་ཀྱི་ད་ཅི་དཔེ་ཁྲིད་ད་ལྟ་དེ་གསུང་ཆོས་ཟམ་གདོང་རིན་པོ་ཆེ་ཙག་ནི་ད་གསུང་ཆོས་ཞུ་དགོས་ཀྱི་ཉམས་མྱོང་ལ་བལྟས་པ་ཡིན་ན། ཟམ་གདོང་རིན་པོ་ཆེ་ཁོང་ཉིད་ཀྱིས་ད་ཅི་གསུང་ཆོས་མ་ཞུས་ཀྱི་སྔོན་ལ་ཨ་ནི་གཞུང་དེ་ཐོག་ལ་ཅི་བློ་སྦྱོང་ཟེར་ན་རེད་ཨ་ནི་ད་ལྟ་ཅི་གྲ་སྒྲིག་འདྲ་པོ་ཤུགས་ཆེན་པོ་ཅི་གནང་གི་ཡོད་པའི་ཚོར་སྣང་ཡོང་གི་ཡོད་ན། ཅེས། དེའི་ཐོག་ལ་ཁྱེད་ཀྱི་དགོངས་ཚུལ་འདྲ་བོ་ཅིག་གང་རྒྱུ་འདུག་ཅེས་ཁོང་རིགས་ཀྱི་བསླབ་སྟངས་ཡིན་ན་རེད་ད་ད་ལྟ་དཔེ་ཁྲིད་ལ་གསུང་ཆོས་ལ་སྤྱ་ནི་མང་པོ་ཅིག་གིས་ད་ཟམ་ཟོ་རིན་པོ་ཆེ་གི་གསུང་ཆོས་དེ་ཚོ་དཔེ་མ་ཟིག་ཧང་སང་ཡག་གི་འདུག་ཟེར་ཡག་གི་ད་ལྟ་དཔེ་ཁྲིད་མཁན་མང་པོ་ཅིག་གིས་ཞི་བུ་གི་བསྟོད་བསྔགས་བཏང་ཡག་གི་གནས་སྟངས་དེ་འདྲས་ཅིག་ཆགས་བསྡད་འདུག་ཨ་ནི་ད་ལྟ་གཞུང་དེ་འདྲས་ཅིག་ཉི་མ་མང་པོ་དེ་འདྲས་ཅིག་ལ་ཁྲིད་ཡོད་དུས།

དེ་རིགས་ཁག་ལ་ད་ལྟའི་རིན་པོ་ཆེ་ཡི་མཁྱེན་རབ་དེ་ཡང་ཅི་ཞིག་རེད་ཅི་འགྱུར་རེད་ལོ་རྒྱུས་རེད་ཚན་རིག་རེད། དེ་ནས་ཁ་རས་གཞུང་ཆེན་མོ་རེད་ཐུན་མོང་གི་རིག་གནས་རེད་ཆང་ཚང་ཡོངས་རྫོགས་པ་ཞིག་ག་ལ་བར་ད་ཅི། འདི་ཀོ་ལ་མ་འཁྱེར་བྱས་ཏེ་མེད་པའི་བཟོ་ལྟ་འདྲ་ཅིག་གི་ཐོག་ནས་མ་བསྐྲངས་བར་ཚར་ཏེ། དེ་ནས་གཞུང་ཆེན་པོ་གི་ཀ་བ་ཀ་བ་འགའ་ཞིག།

དེང་གི་སྔོན་ལ་གྲ་སྒྲིག་ཅིག་བྱེད་དགོས་ན་འདི་བྲིས་ཤད་དུ་ཕྱིན་བྱུང་གཏོང་ཡང་ཞེ་དྲག་མེད་དེ་བཟོ་ས་རེད། ལགས་སོ་ལགས་སོ་ད་ད་ཅིག་ཨང་ཁོང་སོང་མ་ད་ད་ཅིག་མི་སེར་གི་རྒྱང་ཐོ་ལ་གྲ་སྒྲིག་བྱེད་དུ་དེ་ཞིག་ཡོད་མ་རེད་ནི་ལ་ཐོད་ཡོད་མ་རེད་བ། བཀའ་ཞིག་གནང་རེད་ལས་དོན་ཅིག་གྲ་སྒྲིག་བྱེད་དགོས་ན་རིན་པོ་ཆེ་གི་མཛད་འཕྲིན་དུ་ཕ་ཅིག་བྲིས་ས་ཞེ་དྲག་ཅིག་བཅོ་ཡག་སི་ཁེ་ཡོད་མ་རེད་ད་བལྟས་སི་བལྟས་སི་ནི་གྲ་སྒྲིག་གནང་སིག་གི་རེད་བ། ལ་སོང་ལ་སོང།
ད་ཀྱི་ཨ་རིའི་དགྲ་ནུ་ཞོ་ལུང་པ་དེ་ཚོ་ལ་ཡིན་ན་ད་ཀྱི་མཐོ་རིམ་གཙུག་ལག་ལྷོ་བྲག་ཆེན་པོ་དེ་འདྲའི་ནང་ལོགས་ལ་མཁས་དབང་ཡོད་ན་མེད་ན་ཟེར་ཡ་དེ་འདྲའི་མང་པོ་ཅིག་གི་དེ་འདྲའི་གི་ཅིག་དཔེ་ཁྲིད་དང་ཅིག་བློ་གཞུང་བློ་ཁྲིད་བཤད་བའི་སྐབས་སུ་དངོས་ནས་དྲ་འབྲུ་ཤུགས་ཆེན་པོ་ཅིག་བཤད་གི་ཡོད་པ་ད་ཀྱི་ཁོང་ཚོ་ཚང་མ་གི་དེ་འདྲའི་གསུང་ཡ་ཡོད་རེད་ད་ཁྱེད་ཀྱི་གསུང་པ་ནང་བཞིན་ཅི་རེད་ཅག་ཅིག་ཟམ་གདོང་རིན་པོ་ཆེ་མཆོག་གི་ཆོས་ཀྱི་མཛད་ཕྲིན་གཅིག་པོ་ཅིག་མ་རེད་ད་སྲིད་ཟེར་ན་རེད། ད་དང་ད་ཅི། ཡང་ཅི་བཞིན་གྱི་རླབས་ཆེན་གྱི་འགན་ན་འགན་དེ་འདྲའི་མང་པོ་བཅུག་ཡོད་རེད། དཔེར་ན་དགའ་ལྡན་ཕོ་བྲང་གི་ནང་ལོགས་ལ་ཡང་ཅི། ཅི་ཟམ་གདོང་རིན་པོ་ཆེ་གི་འགན་ཤུགས་ཆེན་པོ་གི་དེ་འདྲའི་འགན་འཛིན་ཁུར་གནང་བཞིན་པ་དེ་འདྲའི་ཅི་ཆགས་ཏུ་ཤོས་རེད། ད་དང་ད་ཅི། རིན་པོ་ཆེའི་ཐུགས་རྟེན་བསྟན་འཛིན་ཆོག་ད་ལྟ་འདི། ཟ་འདོད་རིན་པོ་ཆེ་གི་ད་ལིའི་གི་གསུང་ཆོས་དེ་འགྲིག་གནང་བའི་སྐོར་སུ་མང་ཆེ་བ་བོད་སྐད་ཐོག་ནས་ཡིན་གྱི་རེད་རོ་ད་མང་ཆེ་བ་ཅི་དགེ་འདུན་པ་དུ་ཚོ་བྱས་ཕྱི་ད་ཡང་ཟ་འདོད་རིན་པོ་ཆེ་གི་ཧིན་དིའི་ཐོག་ནས་རེད་དབྱིན་སྐད་གི་ཐོག་ནས་རེད་དེ་འདྲིའི་གི་ཐོག་ནས་ཡང་ཅི་བཀའ་མོལ་མང་པོ་ཅི་གསུང་ཡ་ད་ལྷག་པར་དུ་རྒྱ་གར་ནང་ལོག་ལ་ཟ་འདོད་རིན་པོ་ཆེ་མཆོག་ལ་ད་ཅི་རྗེས་འཇུག་པ་ཟེར་ན་རེད་ཨ་ནི་ཅི་དད་གུས་ཞེ་ནུས་ཤུགས་ཆེན་པོ་དེ་འདྲི་ཡོད་དུ་བི་དངོས་སུ་དོད་པོ་རེད་དུ་འདུ་བ་ལས། ད་ལི་བདུད་སྲོང་ཆོས་འདི་གཙོ་བོ་ཅི་བོད་རུས་ཚོ་ལ་བོད་པ་དང་བོད་པིག་ནང་ད་ནང་པ་ཟེར་དགོས་མ་རེད་འོང་དེ་ཚོས་ལོ་རང་མིང་བིག་གི་དེ་འདྲི་འདྲ་པོ་ཅི་ཡིན་འགྱུར་རོ་གོ།
ད་དེ་ད་ད་ལོ་ད་ནས་ད་ག་རང་ཡིན་གྱི་རེད་ད་ཉིད་དེ་བ་ཡིག་བྱས་པ་ཡིན་ན་ད་རིན་པོ་ཆེ་གསུང་ཡག་ཏོ་དེ་བོད་པའི་རང་ཐོག་ནས་རེད་ཡིན་ནས་ད་གསུང་རྒྱུ།

ཅིག་ཡོང་གི་ཡོད་པ་ཡིན་དུས་བརྟགས་ནས་ཨེ་ནི་ཡང་སྐབས་རེ་ཚིག་དོ་གལ་གང་འགྲེལ་བཤད་སྐྱོན་པའི་སྐབས་ལ་ཨེ་ནི་ལེགས་སྦྱར་གྱི་ཅིག་གོ་བ་ལེན་སྟངས་རེད་ཨེ་ནི་སྐབས་དེ་དང་དེའི་དུས་ཀྱི་དུས་རབས་ཀྱི་འགྲོ་སྟངས་སྐབས་དེ་དང་དུས་ཀྱི་ཨེ་ནི་མཁས་པའི་བཞེད་སྲོལ་ཨེ་ནི་སྒྲ་འཇུག་སྟངས་ཀྱི་ཐོག་ལ་སྒྲ་ཐད་སྒྱུར་རེད་དོན་སྒྱུར་རེད་ཨེ་ནི་བསྟན་བཅོས་ཀྱི་དགོངས་པ་རེད་གསུང་སྐབས་རེ་དགོངས་པ་རེད། ཨ་ནི་ཅིག་ཆ་ཚང་ཅིག་རྒྱབ་ལྗོངས་དུ་མ་སོང་ན་ཆ་ཚང་ཅིག་ད་གའི་ཅིག་ཐུགས་ལ་ཡོད་པའི་ཐོག་ནས་ཨ་ནི་སྐབས་འདི་ལ་ཨ་ནི་སྒྲ་སྒྲ་དེ་འདྲའི་ཅིག་གི་ལས་བྱ་སྐད་དེ་འདྲའི་ཅིག་གི་ཐོག་ནས་ཨ་ནི་བོད་སྐད་ཚིག་དེ་འདྲའི་ཅིག་བསྒྱུར་ཅིག་ཨ་ནི་གོ་བ་དེ་འདྲའི་ཅིག་ལ་གོ་དགོས་རེད་ཟེར་ཅིག་སྐབས་རེ་ཡང་དེ་འདྲའི་གི་འགྲེལ་བཤད་བསྟན་པའི་སྐབས་ལ།

ཅེས་དམིགས་བསལ་ཁྱད་ཆོས་ཟེར་ན་རེ་ཨ་ནི་བྱེད་ཀྱི་ཅི། ཅིའི་བློ་ལ་བག་ཞོན་འདྲ་བོ་ཅིག་ག་རེ་འདྲ་བོ་ཅིག་མཐོང་དགོས་ཡོད་ན།
ད་རུམ་པ་ཅན་གྱི་བཀའ་བཞིན་གནང་ཡིན་གནས་སྐལ་དེ་ལས་ད་ཕྱིས་ཕྱིས་དོང་དུ་ངས་ཞུ་ཡ་དེ་ཚོ་ཡིན་ད་དམིགས་བསལ་གྱི་ཅི། གཞུང་ཆེན་པོ་འདི་མ་བཀྲ་ཡི་གནས་སྐལ་སུ་ཁོ་ག་རེ་ཡིན་ན་རྒྱ་གཞུང་གི་ལོ་རྒྱུས་དེ་དང་དེ་ནས་འདས་པ་པོ་གི་ལོ་རྒྱུས་དེ་དང། དེ་ནས་དེ་གི་ཚེ་འཕྲལ་སར་དེ་ཚོ་ད་ལྟ་གནས་མཁན་རང་བྱེད་ཀྱི་སྲུང་བ་ནང་བཞིན་གྱིས་ལས་རྒྱ་གི་ཁི་ཡི་ཐོག་ནས་གང་ལ་གོ་དགོས་ཡོད་མེད་དེ་གའི་ཐོག་ནས་ག་འདི་གོ་དགོས་ཡོད་མེད་དེ་དེ་དུ་འབྲི་བའི་སྒོ་ནས་ལོ་རྒྱུས་དུ་འབྲི་བའི་སྒོ་ནས་ཁས་བསུ་ན་དེ་ནས་ཀྱི་དེང་རབས་ཀྱི་དེ་ཡང་ཀྱི་ཨོ་ཕྱི་ལུགས་ལ་དགག་པ་རྒྱག་ངེས་དོ་ཡང་ལོ་རྒྱུས་མཁན་གྱི་ལོ་རྒྱུས་བཤད་སྟངས་སྔོན་བྱུང་གི་ལོ་རྒྱུས་དུ་ད་ལྟ་གི་དེང་རབས་ཀྱི་ལོ་རྒྱུས་པ་ལོ་རྒྱུས་པ་དེ་ཚོ་དུ་ལོ་རྒྱུས་བཤད་སྟངས་མི་འདྲ་བ་ག་འདི་ཐོག་ནས་འོང་དགོས་ཡོད་མེད་དང། དེ་ནས་ཡེ་ཤེས་ཀྱི་དར་གྱི་ཞལ་གྱི་རྣམ་པར་ཐོགས་ནས་མ། ཉུང་འཕྲི་སྣང་རྒྱ་བ་དུ་ཚུགས་ཀྱི་ཡང་ཅིག་དབྱིངས་རྣམས་སྐྱོང་སྟངས་ཀྱི་རིམ་པ་དུ་ཚུགས་ག་འདྲའི་ཡིན་ངེས་དང། དེ་ནས་དེ་ཙམ་དུ་མ་ཟད་ཀྱི། རིན་པོ་ཆེ་ཁོ་རང་གི་མ་སྣང་བདེ་བ་དེ་ཤེས་ཤེས་དང་ཅིག། ཤེས་རྐྱང་པ་གི་ཐོག་ནས་མ་ནི་རིན་པོ་ཆེ་ཁོང་རིག་གི་ཉམས་མྱོང་གི་ཅིག། མྱོང་བ་གི་ཐོག་ནས་མ་ཤེས་བདེ་བ་དུ་ད་དེ་འདྲི་གི་ཆེ་ཆེ་དེ་ལ་སོགས་པ་མང་པོ་ཅིག་ཡོད་རེད་ད།

མ། ཨོ།
ཁ་བ་ཆེ་སོང། ཨ་ལེ་ལེ་ད་ཁ་བ་ཆེ་ཟེར། ལགས་སོ། རྡོ་རྗེ་ནི་མ་ལ་ཨ་ནི་དགེ་བཤེས་རྡོ་རྗེ་ནི་མ་ལ་ཁྱེད་ཀྱིས་འདི་གཅིག་གསུངས་རོགས་ཅེས་ད་ལྟ་ཅི། སེ་ར་ད་དེ་ཚོ་ལགས་སོ་པ་གི་ད་ད་ལྟ་ཅི་ཟ་འདོར་འབུ་ཅིག་གསུངས་ཁྱོད་ལ་ཅག་གཉིས་ཀྱིས་ད་ཅི་དཔེ་ཁྲིད་དགེ་རྒན་རེད་དེ་ཚོ་ཚང་མ་གི། ཅིག་དམིགས་ཡུལ་ཟེར་ན་རེད་རེ་བ་ཟེར་ན་རེད་ག་འདི་ལྟ་བུ་ཅིག་ཐོག་ནས་ད་ལྟ་ད་ཅིག་གསུང་ཆོས་བཅའ་གི་ཡོད་རེད་ཨ་ནི་གསུང་ཆོས་བཅའ་བའི་སྐབས་སུ་གསུང་ཆོས་ཉིན་གཉིས་དུ་ཚོགས་གི་ཅིག་དངོས་གནས་སློབ་གཉེར་རང་བྱེད་ཅིག་ནི་མ་ཟིན་སྒྲིག་རྗེས་ཅིག་ནི་དེ་འདྲི་འདྲ་བོ་ཅིག་བྱེད་གི་ཡོད་རེད་ཀ་ཡང་ཅིག་གསུང་གི་བྱིན་རླབས་ཆེད་དུ་དེ་འདྲི་གི་ཐོག་ནས་ཉིན་གཅིག་གི་ཐོག་ནས་རང་དེ་འདྲི་བྱེད་གི་ཡོད་ན་གསུང་ཆོས་ལ་ཞུ་ནས་མི་དེ་ཚོ་གི་དོ་སྣང་དང་ཁོ་ཚོ་གི་བློ་གཞུང་གི་ཐོག་ལ་འབད་བརྩོན་ག་འདྲ་འདྲ་བོ་ཅིག་བྱེད་གི་འདུག། ད་སུན་ཅི་ཞུས་ཉིན་གྱི་ཐོག་ནས་ཅི་མ་བྱེད་ཀྱི་སོ་སོ་སོ་ཁ་འདི་མི་པར་མི་འདྲ་བ་ཡོད་ཀྱི་རེད་དེ་ངས་འདི་རེད་ཟེར་དུས་ཞུ་ཐུག་མ་རེད་ན། སྤྱི་དང་ཁོ་བློ་གཞུང་སྤྱི་བོ་བསམ་བློ་བཏང་བསྡད་པ་ནི་དེང་རབས་ཀྱི་འཁྲུལ་ཤེས་ཡག་པོ་ཞིག་རེད་ཁོ་བཤད་ཀྱི་ཟམ་དུ་རུམ་གཅིག་གི་བཀའ་སློབ་གང་གནང་ཡོད་བ་དེ་འཁྲུན་ཆགས་ཀྱི་ཐོག་ནས་ཉན་བསྡད་པ་ཡིན་ན་དེང་སར་དགྲ་དགའ་མང་པོ་བཟོ་གི་ཡོད་རེད་འོད་སྡེར་མང་པོ་བཟོ་གི་ཡོད་རེད་རིན་པོ་ཆེའི་གསུང་གང་ཡོད་བ་དེ།

ད་དུ་གཟུགས་ཀྱི་སྐུ་ཡི་གསང་གསུམ་གྱི་མཛད་པ་ཐིག་ལེ་ལ་ད་ཅི་བགྱི་ཡི་རང་དབང་མེད་པ་མཐོང་ནས། དེ་ནས་དང་ཡིན་གྱི་དད་པ་མཐོང་ནས་བྱིན་རླབས་ཀྱི་བགྱི་བ་དེ་གཙོ་བོ་ཞུ་བའི་ཆེད་དུ་བཀའ་རྒྱ་ཞུ་བ་ཡིན་གྱི་རེ་མ་ཏོ། ཀྱི་བློ་མཁྱེན་ཡང་གི་སྐྱེ་བོ་ཆེད་དུ་གོ་སྐལ་གསང་བའི་མདངས་བདེ་བ་ཡིན་ན་ཡིན་གྱི་མིན་གྱི་གསུང་གཅིག་ཞུ་བར་འགྲོ་དགོས་མ་ད། དེང་རང་གི་འཁྲུལ་ཆ་ཡག་བསྒྲལ་ནས་ཉེས་ས་ནས་ལ་མ་ཉེས་ཆགས་ལ་ཉེས་དུ་ཤོར་བ།

ད་ཐེ་ཀའི་ཐོག་མཛད་རིམ་བྱས་པ་ཡིན་ནི་རིན་པོ་ཆེ་ཨ་ནི་ཀྱི་སྐུ་ཚེ་ཧྲིལ་པོ་ལ་ཡང་ཨ་ནི་གོང་ས་མཆོག་གི་བཀའ་བསྒྲུབ་ཡ་རེད་ད་གནང་བཞིན་བོད་བསྟན་སྲིད་ཀྱི་དོན་དག་རེད་ཨ་ནི་བོད་གཞིས་བྱེས་ཀྱི་མི་མང་གི་དོན་དག་ལ་ཡང་དེ་ལུས་ངག་ཡིད་གསུམ་ཆགས་སྡང་གདུག་སེལ་བྱེད་ཅིང་བོད་ཀྱི་དོན་དག་ལ་གདུག་སེལ་སྐུ་ལས་བསྐྱོན་པ་འདི་ཚང་མས་གསལ་པོ་རེད་ཨ་ནི་ཆོས་སྲིད་གཉིས་ཀྱི་ཐོག་ལ་མཛད་རྗེས་ཆེན་པོ་རེད། ཁྱད་པར་དུ་ཨ་ནི་ཚིག་ག་སོགས་ཀྱི་ཤེས་ཡོན་གྱི་ཐོག་ལ་ཧ་ཅང་གི་རིན་པོ་ཆེ་འདི་ཐུགས་ཁུར་བཞེས་བྱས་ནས་ད་ད་ལྟ་བོད་ཀྱི་འཛིན་གྲྭའི་རྣམ་པ་རེད་འདི་ནས་ཚིག་གང་ཅིའི་ཐོག་ནས་ཚང་མ་བས་རིན་པོ་ཆེ་གི་སློབ་མ་དེ་འདྲའི་རྟོགས་པ་དེ་འདྲའི་མང་པོ་ཅིག་གིས་ད་ཅིག་བོད་ཀྱི་དུང་དཀར་ལ་ཕྱག་ལས་མང་པོ་རྒྱ་ཆེན་པོ་རིན་པོ་ཆེ་གི་ཐུགས་རྗེ་ལས་ཐུགས་སུ་བྱུང་བ་རེད་རིན་པོ་ཆེ་གིས་ད་དེ་ཚོའི་ཐོག་ལ་ཡང་གཙོ་བོ་གསལ་པོ་ཤེས་དགོས་ངེས་ན་སློབ་སྦྱོང་དེ་འདྲ་བྱས་པ་ཡིན་ན་རིན་པོ་ཆེ་གསུང་འབུམ་པོ་ཏི། དུག་བདུན་གྱིས་དང་དུ་དུག་ཐལ་ཚར་བ་དེ་འདྲ་རེད་ཤག་དེ་སོང་ཙང་ཨ་ནི་ཁྱད་པར་དུ་ཆོས་ཕྱོགས་ཀྱི་ཐོག་ནས་ཞུས་པ་ཡིན་ན་ནི་རིན་པོ་ཆེའི་ཉམས་བཞེས་ལ་ཐོག་ལ་ཧ་ཅང་གི་ཆུང་ཟིན་མོད་དུས་ནས་བྱས་ནས་ཨ་ནི་བོད་ཀྱི་ལམ་གྱི་རྩ་བ་བཤེས་གཉེན་བསྟེན་གྱིས་གཙོ་བོར་བྱས་ནས་ཨ་ནི་བའི་ཕྱི་རུ་ཉན་འདོད་ཀྱི་སྤྱོད་པ་ཞིག་ཞིག་དུས་པ་ནང་དུ་རིམ་གཉིས་ཀྱི་རྣལ་འབྱོར་གདེང་དང་ལྡན་པ་ཨ་ནི་མདོ་གང་ཨ་ནི་འགལ་བ་མེད་པ་གྲོགས་བཅས་པའི་ཐོག་ནས། ཨ་ནེ་དེ་གའི་ཉམས་ཞིབ་གནང་དེ་ངས་ཀྱི་དུང་ཕྱུར་ཆགས་ཀྱི་ཡོད་རེད་ཨ་ནེ་གཅིག་དེ་ཚོའི་རིན་པོ་ཆེའི་གསུང་འདི་ཚོའི་ནང་ལ་ཧ་ཅང་གི་གསུང་གཏིང་ཟབ་པོ་དང་དེ་གའི་དབང་རྡོ་རྗེ་གི་འབྲེལ་བ་ཡོད་རེད་དྭགས་ན་ཤིང་རྡོ་རྗེ་བཅུ་པའི་འབྲེལ་བ་རེད་དྭགས་ན་ཤིང་འཇམ་དཔལ་མཚན་ཅན་གི་འབྲེལ་བ་རེད་ཨ་ནེ་གཅིག་སྐད་ཡིག་སྣ་ཚོགས་ཀྱི་ཐོག་ནས་ཀྱི་ད་ཕར་ཚུར་ཞིག་དེ་གའི་གསུང་གསུང་འབུམ་མཇལ་རྒྱུ་ཡོད་དེ་བ་དེ་ཚོ་རེད་ཨ་དེ་ཚོ་བས་མ་འོངས་པ་ལ་ད་ཅིག་ཡུལ་འདིའི་ཐོག་ལ་ཉམས་ཞིབ་གནང་མཁན་ནང་ཨ་ནེ་གཅིག་མཁས་པ

ད་འདི་སྐབས་སུ་དབུས་བོད་མིའི་སྒྲིག་འཛུགས་ཆགས་ཏེ་ཞོལ་རེད་དེ་འདྲིས་ཀྱི་ད་ལྟ་བཀའ་བློན་ཁྲི་པ་དེ་འདྲིས་གནང་ཡོད་རེད་ཨ་ནི་ཤེས་ཡོན་གྱི་ཆ་ནས་སྐབས་དུས་དུས་ཤེས་ཡོན་གྱི་སྲིད་ཇུས་ཟེར་ཡག་གི་བོད་བོད་ཀྱི་སྐད་ཡིག་གི་ད་ཅི་གཙོ་བོ་གྱུར་པའི་གི་དེ་འདྲིས་གི་གཞི་རིམ་གཞི་རིམ་སློ་གྲྭ་ཚོ་ལ་བློ་སྲུང་བཀྲས་ཡང་དཔེ་ན་དཔེ་སྟོན་སློ་གྲྭ་ལགས་སོགས་པ་བཙུགས་ལ་བཙུགས་པ་ལགས་སོགས་པ་དེ་འདྲིས་ཀྱི་བྱུང་ཡོད་རེད།

ཡང་ཅིག་དཔལ་འབྱོར་དུས་མཚོ་ལ་སོགས་པ་སྐྱེ་ལྡན་གྱི་ཚོང་ལས་ཟེར་ཡང Organic Farming ཟེར་ལ་སོགས་པ་དེ་འདྲའི་རིགས་ཀྱི་ཐོག་ལ་ཡང་ཅིག་སྤྱི་ཚོགས་ནང་ལོགས་ལ་ཡང་ཅིག་ལྟ་ཚུལ་མ་འདྲ་བ་དང་ཅིག་བལྟས་ཚུལ་གྱི་ཤོད་རྒྱུ་ཞེ་གཉིས་ཡོང་གི་ཡོད་རེད། དེ་འདྲའི་ཐོག་ལ་ཡང་ཅིག་དགེ་བཤེས་ཉི་མ་རྡོ་རྗེ་ལགས་ཁྱེད་ཀྱི་ཐོག་ནས་གཟིགས་ཚུལ་འདྲ་པོ་འདྲ་ག་འདྲི་འདྲ་པོ་ཅིག་བྱུང་ཡིན་ན། ལོ། ད་དེ་སྤྱི་སྟངས་ཀྱི་ཆ་ནས་ད་ཅིག།
མུ་ཅི་སི་ལན་ནི་ཞུ་བ་ཡིན་ཚར་ན་ཤེས་སོགས་ནི་ལ་ཏེ་སི་ཏཱ་ཅི་ཀྱི་སྐད་ཆ་ཤེས་བདེ་བ་སྟེ་གི་ཕྱི་ཉིན་འདྲ་བཞིར་བ་ས་སྟེ། ཁོ་སི་ལན་ནི་ལ་ཞུ་ཚར་རྗེས་མུ་ཅི་གི་བསྟི་གནས་ཀྱི་སེམས་ཅན་སོ་སོ་མིན་པ་མི་འདྲ་བ་རེ་རེ་ཡོད་ཚད་ནི་རྒྱལ་སྲས་ཆེན་མོ་བྱེ་བ་ལྷ་གིས་ཀྱིས་གསུང་ཡོད་རེད། སེམས་ཅན་མིན་པ་སྣ་ཚོགས་པའི་རྒྱལ་བའི་ལྕགས་ནི་མི་འགོ་ན་བདག་འདྲ་ངན་པ་སྨི་གཅིག་གིས་ཟེར་ནས། མཚོན་གྱི་མིད་པ་འདྲ་མི་འདྲ་ཡིན་ཙང་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་ཡིས་ཁོ་གི་མིད་པ་ནང་བཞིན་ཆང་ཚང་གི་གྱི་འདི་བ་གང་ཐོག་བཞིན་བྱུང་ཡོད་མ་རེད་རྒྱལ་སྲས་ཆེན་པོ་ཞི་བ་ལ་ཁུང་གིས་བྱུང་མ་རེད་གསུང་ནས་རིན་པོ་ཆེ་སྲིད་ལྡན་གི་ཕྱག་ལས་ཀྱི་གནང་ཡིན་གནས་སྐལ་བཅད་དེ་རིན་པོ་ཆེའི་གཙོ་བོ་བོད་གཞུང་དང་སྤྱང་ཀི་རབ་ཀྱི་དགོངས་གཞི་གི་གསང་བ་བཏང་གི་རེད། སེམས་ཅན་ཕ་ཁྱེད་པ་སོ་སོ་སོ་སོ་རང་འདས་དང་སོ་སོ་གི་འདས་པ་བསམ་བློ་བཏང་དེ་རེད་དེའི་བར་དུ་མི་འཐི་བ་ཡིན་ཙང་ནི་ཏེ་སི་ཏེ་སི་འདུག་ད་འོ་ཡ་ཡིན་མ་འདྲ་ཡོད་བ་དེ་ཁྱེད་ཉིད་རེད་ཟེར་ངེས་འདུག་ཏེ་སི་ཏེ་སི་ཡོད་སྲིད་གི་རེད་ཡོད་ཡོད་ཡོད་གི་རེད་ཡོད་སྲིད་གི་རེད་ཟེར་ངེས་འདུག། ལགས་སོ་ལགས་སོ། ད་ད་ལྟ་ཡང་ཅིག་གྲོས་ཚོགས་ནང་ལོགས་ལ་ཅིག་གྲོས་ཚོགས་ཀྱི་ཚོགས་འདུ་ཚོགས་སྟངས་ཡིན་ན་རེད་ད་ད་ལྟ་ཅིག་སྲིད་ཇུས་གཏན་འབེབས་ཡིན་ན་རེད་བཀའ་མོལ་གནང་སྟངས་རེད་དེ་འདྲི་མང་པོ་ཅིག་ཟམ་དོ་རུང་པོ་ཅིག་སྐབས་ཉི་མ་ཅིག་གུང་མང་པོ་ཅིག་གི་བསླབ་བྱ་སྤྱད་ན་སྲིད་ན་རེད་ན་དེ་འདྲའི་མ་ཅིག་བློ་སྦྱོང་བྱས་ཡོད་རེད་ཁོང་ཚོ་གི་ཐོབ་ཡོད་རེད་ཟམ་གདོང་རིན་པོ་ཆེ་གི་ཤུགས་རྐྱེན་ཤིན་ཆེན་པོ་ཐེབས་ཡོད་རེད་ཟེར་ཡག་གི་དེ་འདྲའི་གི་སྐད་ཆ་ཞིག་ཡོང་གི་ཡོད་རེད་ད། དེ་མ་ཟད་ཟམ་གདོང་རིན་པོ་ཆེ་མཆོག་ད་ལྟ་བོད་ནང་ལོགས་ལ་ཅི་མང་པོ་ཅིག་གི་གླིང་སྨྱོ་དང་ཅི་དེ་ཀུ་དང་དེ་འདྲའི་ཅི་རེ་བ་ཤུགས་ཆེན་པོ་བྱེད་ས་ཅིག་ཆགས་ཡོད་རེད་ལ་ཉེ་ཆར་རང་བི་ཆེ་སྤྱི་ཟླ་ན་ནི་ལོ་ཟེར་དགོས་མ་རེད་ད་སྤྱི་ཟླ་བཅུ་གཉིས་པ་དེ་འདྲའི་གི་ཟླ་མཇུག་ལ་ཟླ་དངོས་ཙམ་དེ་འདྲ་ཅིག་ལ། དང་བཅས་བོད་ནང་ལོགས་ལ་ཕེབས་རྗེས་ཨ་མྱེ་ཕུ་གེ་ལ་བྱུང་བའི་གནས་ཚུལ་དེ་འདྲའི་འཇོན་ལངས་ཁག་ནང་ཅིག་ཐོན་ཡོད་རེད་ཡང་སྐབས་དུས་དུས་མང་པོ་ཅིག་གིས་ཟམ་གདོང་རིན་པོ་ཆེ་བོད་ནང་ནས་ཅིག་ཕེབས་བ་དེ་ཡང་ཅིག་གནས་ཚུལ་བཟང་པོ་ཡིན་སྲིད་གི་རེད་ཨ་མྱེ་ཟམ་གདོང་རིན་པོ་ཆེ་ཕེབས་བ་དེ་གོ་ཅིག་ཡང་ཅིག་ཤིང་ལོང་གོང་ས་ཤམ་སྐུ་ཆེན་པོ་མཆོག་གིས་ད་ཅིག་སྐུ་ཚབ་ཀྱི་ཐོག་ནས་ཕེབས་ཡིན་ན་ཁོ་རང་སྒེར་གྱི་ཐོག་ནས་ཕེབས་ཡིན་ན་ཟེར་ནས་དེ་འདྲའི་བོད་ནང་ལོགས་ལ་ཡང་ཅིག་སེམས་འཚབ་དང་ཟེར་ན་རེད་ཨ་མྱེ་ཅིག་དགའ་ཚོར་དང་ཅིག་དྲི་བ་དྲི་ནས་དང་དེ་འདྲའི་ལགས་སོགས་པ་མང་པོ་ཅིག་ཡོང་གི་ཡོད་རེད། ཨ་ནི་ད་ལྟ་ཅི། རིན་པོ་ཆེ་ཐུབ་བསྟན་བསྟན་འཛིན་མཆོག་ལ་ཁྱེད་ཀྱིས་དེའི་ཐོག་ལ་ཅི་ཟ་འདོད་རིན་པོ་ཆེ་བོད་ལ་ཕེབས་ནས་ཡང་ཅི་ཆོས་ཁྲིགས་བཟོ་གསུངས་ཀ་གསུ་ཀ་རེད་ཅི། ཆོས་ཕྱོགས་ཀྱི་མཛད་འཕྲིན་དེ་འདྲའི་ཅང་ཐུ་བས་ཀྱི་དེ་འདྲའི་ཀྱི་ཉི་མ་ཤའི་གོ་ཀ་འདྲ་བོ་ཅི་ཡོང་སྲིད་པ་འདྲ་བོ་ཅི་རེད་པས་ཁྱེད་ཀྱི་དགོངས་ཚུལ་ག་འདྲ་འདྲ་བོ་ཅི་ཡོད་ན་དེའི་ཐོག་ལ། ལོ་ལོ། ད་ངས་དེ་ཚོའི་སྐོར་ལ་ཡག་པོ་ཅིག་ཤེས་ཀྱི་མ་རེད་ད་གཙོ་བོ་དེ་ནི།

དེ་ནས་ཟམ་གདོང་རིན་པོ་ཆེ་ཡང་གོང་ས་མཆོག་གི་དགོངས་བཞེད་གཙོ་བོ་གཙོ་བོ་དེ་ཨ་མེ་ཆི་ཀའི་སངས་རྒྱས་ཀྱི་བསྟན་པ་དེ་འཛམ་གླིང་སྤྱི་ལ་མི་ལ་ཕན་ཐོགས་ཀྱི་ཡོད་པ་ཡིན་ཙང་ད་དུས་མི་ཉམས་གོང་འཕེལ་དར་རྒྱས་བྱེད་ས་དེ་བཙན་དབང་གི་བོད་དང་སོག་པོ་དང་དུད་འགྲོའི་ལག་ལོག་ལ་མེ་འབར་སངས་རྒྱས་པའི་ཆོས་ཕ་མེས་ནས་ཡོད་པའི་ས་ཆ་དེ་ལ་ཡང་ཉེས་སྐྱོན་སྤེལ་གསུམ་གནང་དགོས་ཡ་ཙང་དེ་གལ་ཆེན་པོ་ཡིན་པ་གྱིས་གཟིགས་གཟིགས་བྱས་ད་དེ་འདྲའི་ཐོག་ནས་ཕན་ཐོགས་བྱེད་ཐུབ་ན། ཨ་མེས་ཀྱིས། གནང་ཡག་གི་དགོངས་བཞེས་ཏན་ཏན་ཡོད་ཀྱི་རེད་གསུངས་འདུག། ད་ལྟ་ཀྱི་ཟ་འདོད་རིན་པོ་ཆེ་མཆོག་གིས་ད་དགོངས་པ་རེད་ཨ་མེས་ཐུགས་ཀྱི་ཤེས་ཡོན་རེད་དེ་ཚོ་ཚང་མ་བཙན་བཞུགས་སྤྱི་ཚོགས་ནང་ལོག་ལ་ད་ཀྱི་མི་ཚང་མ་གིས་རྟོགས་མ་ཐུབ་པའི་གི་ཡང་དེ་འདྲིའི་གི་དཀའ་ངལ་འདྲ་པོ་ཅིག་ཡོད་ན། ཀྱི་ཀ་ཀ་ལ་ཟ་འདོད་རིན་པོ་ཆེ་ལ་ད་ཀྱི་ཀྱི། སྒང་ཤིང་ཞེས་ནི་ཡིན་ན་ཟེར་གཅིག་གི་དཔེ་དེ་བཟང་རིན་པོ་ཆེས་ག་རེ་གསུངས་པ་དེ་དཔེ་དེ་ལྷག་ནང་ཞིག་གིས་གོང་ནས་གོང་དུ་རྩོམ་ཡིག་གི་དོན་འགྲེལ་གྱི་ཡོད་རེད་ཡང་འགའ་ཞིག་གིས་གཅིག་གིས་ཅི་ག་གསུངས་ཀྱི་རེད་ཅི་ཡང་ཅི་ལྟ་སྟངས་མ་འདྲ་བ་ཐོག་ནས་ཅི་ལྟ་ནས་ཀྱི་ཡོད་རེད་བཟང་རྡོ་རིན་པོ་ཆེས་གི་ད་དཔེ་ན་བྱས་རྗེས་ཀྱི་ཐོག་ལ་ཡིན་ན་ཟེར་ན་རེད་དགེ་བཤེས་ཉི་མ་རྡོ་རྗེ་ཉི་མ་ལགས་ཀྱིས་གསུངས་རོགས་ཞེས་དང། ཨ་ལས་ཡག་སོ། ད་ཤ་ཀྱི་ཟངས་མདོག་རུ་མོ་སྐྱེ་དགུ་ཡི་ཟངས་སོང་གི་འཛིན་གྲི་དག་ཐུག་གི་དགོངས་བཞེད་དང།
ད་མི་བཞེད་དོ་ཤ་ལས་ཕུ་ཚུ་ཇི་མ་ཇི་བཞེད་དུ་བསྟན་པ་ཤི་སོང་ནི་ལས་ཚན་ཐོ་ངའི་དཀའ་ལས་ཁ་བོ་ཡིན་གྱི་རེད། ད་སྤྱི་བཏང་ཤ་ངའི་ཤ་ཀྱི་ཟངས་མདོག་རུ་མོ་སྐྱེ་ཁུང་རུས་ཀྱི་མཚན་སྙན་དག་དེ་ཤི་སོང་ནི་ལས། ཚབས་ཆེན་པོ་བྱས་པ་ཡིན་ཙང་དེ་ནི་དེའི་ཕྱི་དང་ཤཱཀྱ་བཟང་དར་བའི་སྐུ་ཡི་གསང་གསུམ་གྱི་འཛིན་ཁྲིད་དེ་ད་ཀྱི་དད་པ་ཤེས་སོ་ནི་ལ་མ་གཞན་ལས་ཅི་སྟེ་ད་ཁྱབ་ཆེ་ཤུགས་ཆེ་བ་འདྲ་ཞིག་རེད་འདོད་ཡོད་མ་གཏོགས་རིན་པོ་ཆེ་ཡི་གི་གསང་གསུམ་གྱི་མཛད་པ་འཕྲིན་ལས་འདུག་དམིགས་ཡུལ་འདུག་དགོངས་བཞེད་དང། ད་ཀྱི་འཛིན་ཁྲིད་འདུག་དེ་ཚོ་ཇི་མ་ཇི་བཞིན་དད་པ་ཤེས་སོ་ནི་ལ་ད་ཀྱི་མི་མང་པོ་གཅིག་གིས། ཕ་ཁྱེད་བ་ཡི་ཇེ་མ་ཇི་ཞིག་ཏོ་ཟེར་དེ་ག་རེ་ཁ་བོ་རེད་ད་མི་ཕ་ཁྱེད་བ་གཉིས་ཀྱི་ཁ་ཡོད་མ་སོ་སོ་སོ་སོ་ཉེ་རེ་ཉེ་རེ་གི་ཏོ་ཏོ་གི་གི་ཆེད་དུ་འཚོ་བ་སྐྱེལ་ཡང་འགྲོ་དགོས་བ་ཡིན་ཙང་དེ་ཚོའི་སྐོར་ལ་ཤི་སྟངས་ཚེ་སྙན་གྲགས་དེ་གོ་བདེ་བ་ཙམ་གྱིས་ཁོ་རང་བཞིན་གི་ཨང་ཆུང་ནི་ཚེ་འཛིན་དེ་རེད་མ་གཏོགས་ཁ་དོག་སྣང་ཇི་ཡི་གི་གོ་དགའ་ཡོད་མ་རེད་མི་མང་པོ་ཅིག་ཉེ་རེ་ཉེ་རེ་གོ་རུ་འཚོ་བ་གི་ད། ད་མ་འགྲིག་དཀའ་ངལ་ཡོད་རེད་བ། འོ་དེ་འདྲའི་བྱ་དེ་ནི་དེ་མ་བྱས་པ་མང་པོ་ཡོད་རེད་བསམ་གྱི་འདུག། ལ་སོ། འདི་དུས་འདི་འདྲི་ཅིག་གསུངས་གནང་ཞུ་ད་ཤེས་ཤེས་ཡོན་དང་ཚན་རིག་གི་ཟ་གཞུང་ཐུགས་གཞིག་སྤེལ་གྱི་ཐོག་ལ་ཨ་ནི་གསུང་བཤད་དེ་འདྲི་ཅིག་གནང་འདུག་ཨ་ནི་དེའི་ཐོག་ནས་ཤེས་ཡོན་དུ་ཡང་ཟ་འདོད་རིན་པོ་ཆེ་གི་ཚན་རིག་དང་ཅིག་རྣམ་སྤེལ་གྱི་སྐོར་ལ་ཡང་ཅིག་ཟ་འདོད་རིན་པོ་ཆེ་གི་མཛད་རྗེས་གསན་ན་རེད་དེ་ག་འདྲི་འདྲ་པོ་ཅིག་མཚོན་གྱི་ཡོད་མེད་ཀྱི་ཐོག་ལ་ཅིག་ཤེས་ཀྱི་ཡོད་ཀྱི་རེད། ཚན་རིག་གི་ཤེས་བྱ་གི་ཐོག་མ་འམ་ཚན་རིག་གི་ཤེས་བྱ་ཐོག་མ་ཡོང་དུས་གཞན་ཕན་དང་འཚེ་བ་མེད་པའི་གི་ཀུན་སློང་དེ་ཕལ་ཆེར་མེད། ཚན་རིག་གི་དགོས་མཁོར་ཇི་ལྟར་བྱུང་བ་རེད་ཅེ་ན། གང་ཟག་ཞེ་དྲགས་པའམ་མི་རིགས་ཞེ་དྲགས་པ། ཡང་ན་སྤྱི་ཚོགས་ཞེ་དྲགས་པ་ལ་གཞན་ལས་ལྷག་པའི་གི་དབང་ཤུགས་ཡོང་རྒྱུ་གི། བསང་ཆུ་ཐོག་ནས་ཚན་རིག་འདུ་འགོད་བཙུགས་ཡོད། ཕྱོགས་གཞན་ཞིག་ནས་བཤད་ན་དཀའ་ལས་རྒྱག་མི་དགོས་པའམ་གཟུགས་པོད་ཀྱི་ངར་རྩོད་བྱེད་མི་དགོས་པ་ལས་ལྷ་བོད་ཀྱི་ཐོག་ནས་རྒྱས་སྤྲོས་བྱ་རྒྱུ་གི་ཀུན་སློང་གི་ཐོག་ནས་ཚན་རིག་འདུ་བྱུང་ཡོད་རེད། ཡང་ན་ལས་སླ་པོ་ཡི་ཐོག་ནས་བག་མེད་ལུང་བཤད་བྱེད་ཐུབ་རྒྱུ་དང་རང་གཞུང་གི་འབྱུང་མིང་ཁམས་ལ་དབང་བཞུ་བྱེད་པའམ་འཐབ་རྩོད་བྱེད་པའི་གི་བསང་ཆུ་དེ་ནས་བྱུང་ཡོད་རེད་ཟེར་ནས་ད་ཟམ་གདོང་རིན་པོ་ཆེ་མཆོག་གིས་ཚན་རིག་གི་སྐོར་ལ་དེ་འདྲ་ཅིག་གསུང་གི་ཡོད་རེད། ཁོང་རིགས་ཀྱི།

ཁོ་ཡར་རྒྱས་བཏང་ཡག་གི་དོན་དག་ལ་མགོ་བཙུགས་དུས་ནས་ཡོང་བསྡད་པ་ཡིན་ཙང། དེ་ནི་ཁོ་ལྟར་ཆ་ཤས་ཀྱི་ཆ་ནས་ཁྲིམས་ཁང་མང་པོ་ཅིག་ཡོང་གི་རེད་མ་གཏོགས་རྩ་བའི་ཐོག་མའི་མགོ་བརྩམས་དུས་དང་ད་ཁོ་དེ་གའི་ས་སྐྱའི་ས་མཚམས་ཀྱི་སྲུང་བ་ན་གཞོན་གྱི་དབང་བསྒྱུར་བྱེད་ཡག་དང་ད་ནི་དགོས་མཁོ་སྒྲུབ་བྱེད་ཀྱི་ཆེད་དུ་སྒུག་སུ་ཡོང་བསྡད་པ་ཅིག་དེ་གསལ་པོ་རེད་ཅེས་རེད་བསམ་གི། དེ་འདྲའི་རོ་གཅིག་སྒོམ་པ་ཞིག་ནི་མ་འདུག་བསམ་གི་འདུག། ལགས་སོ་ལགས་སོ། ད་ད་ད་ཅིག་གིན། ཟམ་གདོང་རིན་པོ་ཆེ་བོད་ཕུད་ཀྱི་སྲོལ་རྒྱུན་ད་རིག་གཞུང་གི་དུས་ཆོས་དུམ་སོ་ཚང་མ་མཐོ་ལ་དབ་ཅིག་པད་དེ་ཕུལ་དུ་བྱུང་བ་དང་འདྲི་ཅིག་རེད་དུས་རེ་ཡིན་དེ་དང་མཉམ་དུ་ལ་ད་དབྱིན་ཇི་དང་ཧིན་དི་གི་ཏོ་ལིག་བཞག་གི་དེ་འཛིན་གི་སྐད་ཡིག་ལགས་སོ་པ་མཐོ་ལ་ཡང་ཅིག་ཐོག་པ་མེད་པ་དང་འདྲི་ཅིག་ཡིན་པ་མི་མང་པོ་ཅིག་མང་པོ་ཅིག་ཧང་སང་ཡག་གི་དང་འདྲི་ཅིག་ཆགས་དུ་ཤོས་རེད་ད་དེ་འདྲི་གི་ཐོག་ལ་ཁོང་རིན། སྐུ་སྒེར་རང་གི་རང་གཞུང་གི་ཐོག་ནས་ཀྱི་དེ་འདྲི་གི་ཅི་ཡག་པོ་ཆགས་པ་འདྲ་བོ་ཅི་མཁས་པ་ཆགས་པ་འདྲ་བོ་ཅི་ཆགས་ཤོས་ཡོད་རེད་ག་མིས་སོ་ཅི་ཡང་ཅི་སུ་གཞུང་འདྲ་བོ་ཅི་ཁོང་རིགས་ཀྱི་བློ་གཞུང་གནང་སྟངས་ཀྱི་ཐོག་ལ་ཅི་མཁས་རིན་པོ་ཆེ་མཆོག་གིས་ཅི་མཁྱེན་རྟོགས་འདྲ་བོ་ཅི་ག་འདྲི་འདྲ་བོ་ཅི་ཡོད་ན། དེང་སང་ང་ཚོའི་སྤྱི་ཚོགས་ནང་ལོགས་ལ་དཔེར་ན་འབུམ་རམས་པ་ཟེར་ན་རེད་ཅི་ཅི་ཡི་གེ་གི་ཡ་ཅི་ལག་ཆས་མཐོ་རིས་མཐོ་ཚད་ག་ཚད་ཅི་མཐོ་པོ་གླས་པ་ཡིན་ནའི་དེ་འདྲི་དང་དཔེ་དེ་ཅི་ཟ་འདོད་རིན་པོ་ཆེ་བསྡུ་ཐབས་མེད་པའི་གི་དེ་འདྲི་གི་གནས་སྟངས་དེ་འདྲི་ཅི་ཆགས་ཡ་དེ་ས་མཐོར་ངོས་ཀྱིས་ཁོང་རིགས་རང་གི་དོན་འགྲིག་གི་ཡང་ཅིག་དམིགས་བསལ་ལྷོ་བྲག་ནང་ལོགས་ལ་ཕྱིན་རྗེས་ནས་ལོག་གཞུང་གནང་བ་དེ་འདྲའི་ལགས་སོ་པ་གས་བྱུང་ཡོད་ན་ཁོང་རིགས་འགས་རང་གི་སོ་སོ་རང་ཉིད་རང་གིས་ཧུར་བརྩོན་དང་རང་ཉིད་རང་གིས་སློབ་སྦྱོང་རང་བྱས་ཏེ་པ་གས་དེ་འདྲིག་གི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་དེའི་ཐོག་ལ་རིན་པོ་ཆེ་གི་མཁྱེན་རྟོགས་ག་རེ་ཡོད་ན། ལགས་ད་དེ་སོ་སོའི་མཐོང་ཚུལ་རེད་པ་དེ་དག་སོ་སོའི།

གཅིག་མཁས་པ་གང་བྱུང་དང་དེབ་གང་བྱུང་དེ་འདྲས་མ་ཡིན་པ་གཅིག་གཞི་བཅོལ་ས་ཚད་བཟུང་ས་ཨ་ནི་གཅིག་དེ་འདྲས་དང་པོ་བརྟག་ཞིབ་ཡག་པོ་གཅིག་གནང་ཚེ་ཨ་དེའི་གཞུང་གོ་ཨ་ནི་དུས་ཀྱི་གཞུང་དང་དུས་ཀྱི་དུས་ཀྱི་གཅིག་ངེས་པ་དེ་འདྲས་གཅིག་གནང་གི་མི་འདུག་སམ་གང་ཞིག་དེ་འདྲས་ཆོག་མི་ཁོག་འདུག་ཨ་ནི་ད་ལྟ་ཨིན་ཇི་དང་ཨིན་ཇི་ཚིག་དང་ཧིན་དི་དང་དེ་ཚོ་གཅིག་ང་ཚོ་ད་གལ་ཤེས་ཀྱི་ཡོད་མ་རེད་གནང་པའི་སྐབས་ལ་ཨ་ནི་ཧ་ཅང་གི་དེ།

གཙོ་བོ་ད་ཅི་བཀའ་བཞིན་ཞུ་ངེས་ནི་ནི་གཙོ་བོ་དགེ་ལུགས་པ་ཡིན་གྱི་རེད། དེ་གོང་དུ། མཁན་རོང་རྗེ་གསུང་བ་ནང་བཞིན་རེད་ད་བྱ་འདོད་པ་དེ་འདྲའི་མང་པོ་ཡོད་རེད་དེ་ནི་ཁྱེད་ཀྱིས་གཞན་པ་དེ་བཞིན་འདུག་ནི་འདུག་ཁ་ཞིག་ཁ་ཞིག་འགྱེད་སུ་བྱེད་མ་བྱེད་ཀྱི་ད་མང་དྲགས་ནས་ངས་བྱེད་ཀྱི་ག་ནས་ག་ནས་ཡིན་ན་ཧ་གོ་བོ་མི་འདུག་མི་མང་དེ་འདྲའི། དཔའ་བོ་མི་མང་དེ་འདྲའི་ཁྱིམ་པ་དེ་འདྲའི་མང་པོ་འདུག་རྒྱ་རིགས་དེ་འདྲའི་མང་པོ་འདུག། དེ་ནས་ཞེས་བྱ་བ་དེ་འདྲའི་མང་པོ་འདུག་ད་དེ་མ་བྱེད་ཀྱི་འདི་འདྲའི་རེད་ཟེར་ན་ཧ་གོ་ཡ་ས་མ་ད་མང་ན་ཆེ་ས་ནི་དགེ་ལུགས་པ་ཚོ་ད་འདྲ་ཡི་རེད་ཀྱང། ལགས་སོ་ལགས་སོ། ཨ་ནི་དེ་ཐོག་ལ་ད་ལྟ་ཀྱི་མཁན་རིན་པོ་ཆེ་ཐུབ་བསྟན་བསྟན་འཛིན་མཆོག་གི་གསུང་དགོངས་ཚུལ་ག་རེ་འདྲ་པོ་ཞིག་ཡོད་ན། དཔེར་ན་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གི་མཁས་པ་དེ་འདྲི་གཅིག་བོད་པའི་སྤྱི་ཚོགས་ནང་ལོགས་ལ་ནི་བོད་མི་ས་ཡ་དྲུག་གི་ད་ད་ལྟ་ཀྱི་མཁས་པ་དེ་འདྲི་འདྲ་པོ་ཅིག་ཆགས་པ་ཡིན་ན་ཨ་ནི་ད་ལྟ་འདི་ཆོས་རྒྱུད་རིག་གནས་ཀྱི་ཐོག་ལ

ཧ་ཅང་གི་མི་ལས་ཀར་འབྲེལ་བ་གནང་ཡ་དང་ངོ་དགའ་དཔེ་ལེགས་བཤད་ཡ་འདྲ་པོ་དེ་འདྲའི་དང་ཨ་དེ་འདྲའི་ཐོག་ལ་རིན་པོ་ཆེ་ཧ་ཅང་གི་ཐུགས་ཀའི་ཐུགས་སྒམ་པོ་དང་དེ་ནས་བལྟན་པོ་དག་དེ་འདྲའི་གནང་གི་ཡོད་པ་ཡིན་ཙང་ཨ་མི་དེ་མ་འདྲིས་དུས་ཨ་རིན་པོ་ཆེ་གི་ཐུགས་རྒྱུད་དེ་མ་ལོན་པ་བྱས་ཅིང་ཡང་ཁ་ཤས་ཀྱིས་དེ་རིན་པོ་ཆེ་གི་ཡོན་ཏན་མཐོང་མ་ཐུབ་ཅིང་དེ་འདྲའི་མི་ཏན་ཏན་ཡོད་ས་རེད་ཨ་རིན་པོ་ཆེ་ག་དུས་ཡིན་ནའི་སྐབས་རེ་ཡང་ཅིག་ཐུགས་རྒྱས་པའི་རྣམ་པ་ཅན་དུ་ཅིག་ཡོད་བསྡད་པ་དང་སྐབས་རེ་ཡང་ཐུགས་མ་རྒྱས་པ་ཅན་དུ་འཕྲོ་བའི་རྣམ་པ་ཡོད་པ།

འདི་འདྲའི་བྱིངས་ཡོད་ལ། ལགས་སོ་ལགས་སོ། ད་ད་ལྟ་ལྷོ་དཔོན་བསམ་འགྲུབ་རིན་པོ་ཆེ་མཆོག་གིས་ཅི་ཤེས་ཡོན་དང་འབྲེལ་ཡོད་ཀྱི་ཐོག་ནས་ཡང་ཅི་འདི་འདྲི་ཅིག་གསུངས་ཡོད་པའི་ཅི་འདུག། ཤེས་ཡོན་ལྷོ་སྟོན་གྱི་དགོས་པ་དང་དམིགས་ཡུལ་ནི་མིའི་འགྲོ་བ་ལ་བླ་མདོ་ཅི་གནས་ལ་མི་རྨོངས་པའི་གི་རྣམ་དཔྱད་མི་རྨོངས་པའི་རྣམ་དཔྱད་ཀྱི་ཨ་ནི་ཤེས་རབ་བསྐྱེད་རྒྱུ་དེ་རེད་ཟེར་ནས་དོན་འགྲེལ་ཅིག་གསུངས་འདུག་ཨ་ནི་དེ་དང་མཉམ་དུ་ལ་རྒྱུན་ལྡན་ད་བསམ་འགྲུབ་རིན་པོ་ཆེ་མཆོག་ལ་ད་ལྟ་ཅི་ཆ་རྒྱུས་ཡོད་ནས་དུས་ཚོད་ཀྱི་གསུང་ཡ་བྱས་ན། ཟ་འདོད་རིན་པོ་ཆེ་གྱིས་ཁོ་རིགས་ཀྱི་འཚོ་བ་དེ་ཡང་དཔེ་མི་སྲིད་ཀི་དཀྱུས་མ་དཀྱུས་མ་དེ་འདྲི་གྱི་རེད་ཡ་མ་ཕེ་ཡོད་སྐབས་སུ་དཔེ་དེ་དཀྱུས་མ་བཞི་པོ་དེ་འདྲི་གྱི་གནང་གི་ཡོད་རེད་ཨ་ནི་བཞུགས་ས་དེ་ཡང་ད་རྡ་རམ་ས་གི་ནན་ཏན་ནན་ཁོག་དེ་འདྲི་གྱི་ལ་བཞུགས་ས་གྱི་ཡོད་ས་རེད་ཨ་ནི་ཁོང་ད་ཅིག་གོ་ཡ་ལ་བཤད་པ་ཡིན་ན་ཡང་ཅིག་དངོས་གནས་ཚུལ་ཡོད་མིན་གི་ང་ཚོས་ད་ལྟ་ཁུངས་སྐྱེལ་བྱེད་ཐུབ་ཡོད་མ་རེད་ཟ་འདོད་རིན་པོ་ཆེ་ཁོང་རིགས་ཞིང་ལུགས་ཕེབས་ཚར་དུས་ཨ་ནི་ཁང་པ་དེ་ཡང་ཕ་མེད་པ་བཟོས་བྱས་ནས་ཁོར་ཡུག་ལ། སྣོད་བཅུད་མི་འགྲོ་ཡ་དང་དེ་འགྲིག་གི་ཐོག་གཉིས་ཀྱི་དམ་བཏགས་ཅི་ཡོད་དེ་འདྲས་གསུངས་ཡོད་རེད་ཟེར་ལགས་སོགས་པ་དེ་འདྲ་ཅིག་གོ་དགོས་འདུག་ཟ་འདོད་རིན་པོ་ཆེ་འཁོན་རིགས་ཀྱི་ངོས་ནས་ཀྱི་རྒྱུན་ལྡན་གྱི་སྐྱོད་ད་གར་བསུ་གི་རེད་འཚོ་དགོས་རེད་ལྟོ་དགོས་རེད་དེ་འགྲིག་གི་སྤྱོད་ཚུལ་གྱི་ཐོག་ལ་ཡང་ཅི་ཆ་རྒྱུས་ག་འདྲི་འདྲ་བོ་བྱོས་ན་མཁན་རིན་པོ་ཆེ་བསྟན་འཛིན་མཆོག་གིས་ཅིག་གསུངས་རོགས་ཞེས་དང།

ཐུགས་ཀྱི་སྤྱོད་པ་དང་མཐུན་པ་ངང་དུ་དེ་ནས་སྤེལ་བའི་བསྐྱེད་རྫོགས་དང་བསྐྱེད་རིམ་དང་རྫོགས་རིམ་གྱི་སྤོང་བའི་གདེང་དང་ལྡན་པ། ཨ་ནི་མདོ་སྔགས་གཉིས་ཀྱི་འགལ་བ་མེད་པར་ཉམས་སུ་བཞེངས་ནས་སྤངས་ནས། སྐྱེས་བུ་དམ་པ་སྟོབས་པའི་འབྱུང། ཧཱ། ད་གཟོད་ད་དུས་རབས་འདིའི་ཐོག་ལ་ཨ་ནི་ཧ་ཅང་གི་ཐོག་ཁྱད་དུ་འཕགས་པ་ཅིག་རེད། འདི་བརྗོད་ཀྱི་ཡོད་ལ། ལ་སོགས། ཨ་ནི་དགེ་བཤེས་ཉི་མ་རྡོ་རྗེ་ཉི་མ་ལ་ཆེད་ཀྱི་དགོངས་གནང་ཅི་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་ཁོང་རིགས་ཀྱི་ད་ལྟ་ད་ཅི། ནམ་རྒྱུན། ཀྱི་འཚོ་གོས་ཀྱི་ཐོག་ལ་ད་ལྟ་ཅི་ག་འདྲི་དཀྱུས་མ་ཅི་གཉན་གྱིན་ཡོད་པ་དང་དེ་འདྲ་ལ་སོགས་པ་མཁན་རིན་པོ་ཆེས་གསུངས་དེ་ཁོང་རིགས་ཀྱི་བསམ་བློ་རེད་ཆེ་སོགས་ཀྱི་ཐོག་ནས་ཡིན་ནའི་རེད་ཨ་ནི་ད་ལྟ་ཅི། སྤྱོད་པ་ཀྱི་ཐོག་ནས་ཡིན་ནའི་རེད་ཨ་ནི་ད་ལྟ་དགོངས་གཞི་ཀྱི་ཐོག་ནས་ཡིན་ནའི་རེད་དེ་འདྲི་ཀྱི་ཐོག་ལ་ཅི། གཅིག་འཛམ་བུ་གླིང་འདིའི་ཐོག་ནས་མི་གང་འདྲ་འདྲ་བོ་གཅིག་གི་ཤུགས་རྐྱེན་ཆེ་ཤོས་འདྲ་བོ་ཞིག་ཐེབས་ཀྱི་ཡོད་ན་ཅི་ད་ལྟ་ཅི་གོང་ས་ཤངས་ཀུ་ཆེན་པོ་མཆོག་སྨོས་མ་དགོས་པ་ཅི་ད་ད་ལྟ་ཅི། རྒྱ་གར་གྱི་མེས་པོ་དམ་པ་མ་ཧ་ཏི་མ་གྷན་དྷི་གིས་ཅི་ད་རྗེས་འཇུག་པ་ཤུགས་ཆེན་པོ་ཅིག་ཡིན་པ་འགའ་ཤས་ཅིག་གིས་དེ་འདྲ་ཅིག་བཤད་ཀྱི་ཡོད་རེད་ཅག་རྗེ་ཟམ་གདུང་རིན་པོ་ཆེ་ཁོང་རིང་ཅེས་པ་ནི་ད་དེ་འདྲིག་གི་བསམ་བློ་ཡོད་པ་ཅན་ཅིག་མ་རེད་གཞན་གྱི་ཅི་ཕྱི་ཕྱོགས་ནས་ཅི་ཤུགས་རྐྱེན་མང་པོ་ཅིག་ཐོག་ནས་ཐེབས་པ་དེ་འདྲ་ཡིན་སྲིད་ཀྱི་རེད། དེ་འདྲའི་ཐོག་ལ་དགེ་བཤེས་ཉི་མ་རྡོ་རྗེ་ཉི་མ་ལ་ཆེད་དགེ་དགོངས་ཚུལ་འདྲ་བོ་ཅིག་ག་ནས་འདྲ་བོ་ཞིག་འདུག་ཁོང་རིགས་ཀྱི་ད་ལྟ་ད་ཅིའི་སྤྱོད་ལམ་རེད་ཤེས་ཡོན་རེད་བསམ་ལུས་ཀྱི་ཆེ་སོགས་ཀྱི་ཐོག་ནས་དགའ་བ་ནི་ཤུགས་ཆེན་འདྲ་བོ་ཅིག་སླེབས་པ་ཡིན་ན།
ད་རུང་པ་ཅིག་ཁོང་རིགས་ཀྱི་ཅི་ལྟར་ལྟ་གྲུབ་བསྲེ་དགོས་ག་ནི་མ་རེད་བསམ་བློ་གི་ཆེ་ས་ད་དེང་རགས་དུ་ཚན་རིག་གཉིས་ནི་ནས་ད་དེང་རགས་དུ་ཚན་རིག་དུ་སྲོལ་རྒྱུན་དུ་དུ་ཚོད་ནང་ནས་སྲོལ་རྒྱུན་ལྟ་གྲུབ་ལས་ཆེ་བའི་དུ་དེང་རགས་ལས་ལྟ་སྟངས་ཀྱི་ལྟས་སུ་ཅི་ག་ལོག་གོ་རེད་ད་ལྟའི་ཤེས་བྱ་ཆེན་པོ་ཡོད་པར་ལྟ་སྟངས་དང་གཟིགས་སྟངས་དུས་ཚོད་དུ་ཕལ་ཆེར་འགལ་འདུ་རྒྱས་སྟངས་ཀྱི་ཕྱི་ནང་མི་སྐྱའི་བཤད་འདྲ་མདོ་ལྟ་དེང་རབས་པའི་ཚན་རིག་ལ་དགག་པ་རྒྱག་འདུག་མཁན་དུས་ཚོད་ཀྱི་དེ་སྲིད་ད་ཤུ་ཅེས་བཤད་ནས་མི་འདུག་རིན་པོ་ཆེ་དེ་གི་ཆོ་ལ་དེ་སྲིད་ཡོད་ཡོད་ཟེར་དང་འདྲ་གྱི་ཡོད་རེད། དེ་ནས་འདས་མཆོད་ཆོས་རྗེ་དེ་ཚོ་རིན་པོ་ཆེ་ཁོང་རིགས་ཀྱི་གཙོ་བོ་ད་ཆང་རྗེ་བཅོམ་ལྡན་འདས་ཀྱི་མདོ་བར་དུ་ལྟ་ན་ཤ་རྗེ་ནང་པ་གི་དེ་ནི་བཀའ་ཁྲིར་དུ་དེ་འདྲའི་གི་གཙོ་བོ་གོང་ས་སྐྱབས་མགོན་ཆེན་པོ་གཞན་ལམ་དུ

ཐུགས་རྟེན་བསྟན་སྲིད་ཆོག་བྱེད་ཀྱི་ད་ཅི་དགོངས་པ་ལ། བོད་པའི་སྤྱི་ཚོགས་ནང་ནས་སྐྱབས་རྗེ་ཟམ་དོར་འབོ་ཆེ་རྩ་ནས་ད་ཅི་སློབ་བཞག་ཡིན་ན་རེད་ཁོང་རིང་གི་མི་དོན་གི་ཐོག་ནས་ད་ཁོང་རིང་རྩ་ནས་ཅི་སློབ་གསོ་གླེང་ཡ་གཙོ་བོ་ག་རེ་འདྲ་བོ་ཅི་ཡོད་རེད་ད་ཁོང་རིང་ཡང་ཅི་ག་ཟེར་གི་རེད་དགེ་འདུན་པ་ཟེར་ན་རེད་དེ་འདྲི་གཅིག་གི་ད་ཅི་འཚོ་བ་ཅི་སྐྱེལ་གི་ཡོད་རོགས་ད་ཁོང་རིང་གི་ཡང་ཅི་དང་འདི་གི་གནང་སྟངས་དེ་ཚོ་ཚང་མ་ཡང་ཅི་སྤྱི་ཚོགས་གི་དངོས་གནས་ཚོ་དང་ཡང་ཅི་ལྟ་སྟངས་མཐུན་པ་འདྲ་བོ་ཅི་དེ་འདྲི་ཡོང་ཐུག་གི་རེད་པས།

ད་སོ་སོའི་བསམ་ཚུལ་གཞན་ཡིན་ན་ནི་ཨ་ནི་རིན་པོ་ཆེ་ཀྱིས་དེ་བས་སྤྱི་ཕན་ཨ་ནི་ཀྱི་རྫས་དང་ཨ་ནི་སྤྱི་ཕན་གྱི་དེ་བས་ཀྱི་སྤྱི་ནོར་ལ་ཧ་ཅང་གཙིགས་ཆེན་པོ་བྱེད་དགོས་ཡ་དང་དེ་ཚོ་རིན་པོ་ཆེ་གི་ཐུན་མོང་མ་ཡིན་པ་དེ་ཚོའི་ཐོག་ལ་དཔེ་དཔེ་ལྡན་གང་ཡིན་ནའི་ང་ཚོ་དཔེ་ལེན་ཡ་གཅིག་ཡོད་ཀྱི་རེད་གསུངས་འདུག་དེང་སང་གཞུང་དང་དེ་ཚོ་ཡིན་ན་ཡ་གཅིག་བག་མེད།

པ་དཔེ་ལེན་དགོས་ཡ་དེ་འདྲའི་མང་པོ་ཡོད་ས་རེད་ལ། ལགས་སོ། ད་ད་ལྟ་ཅིག་བྱེད་ཀི་སོང་བ་ན་ཞེས། ཟམ་གདོང་རིན་པོ་ཆེ་མཆོག་ད་ལྟ་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་བློན་ཁྲི་པ་གནང་ཡི་སྐོར་སོགས་དཔལ་འབྱོར་གྱི་ཐོག་ལ་ད་སི་ཚ་ག་འདྲི་གནང་ཡོད་མེད་ད་དེའི་གཞུང་བཤད་བ་དང་སོགས་མང་པོ་ཅིག་གིས་ཤེས་ཡ་ཡོད་རེད། དངོས་ཡོད་གནས་ཚུལ་དང་མཐུན་པོའི་ཐོག་ནས་རེད་དུ་ཤོད་རེད། ད་ད་ད་ད་དུང་ཅིག་དགེ་བཤེས་ཉི་མ་རྡོ་རྗེ་ལགས། རྡོ་རྗེ་ཉི་མ་ལ་ཁྱེད་ཀྱིས་གསུང་རོགས་ཞེས་ད་ལྟ་ཀྱི་གསུང་ཆོས་འདིའི་ཐོག་ལ། ཁྱེད་ཀྱིས་རེ་བ་ག་འདྲི་འདྲ་བོ་ཅིག་བཅངས་ནས་ཅིག་ཕེབས་ཀྱི་ཡོད། ཁྱེད་ཀྱིས་གསུང་ཆོས་འདི་དེ་སྔོན་མ་གསུང་ཆོས་ཞུས་ཚར་བ་ཅིག་རེད་གཱ་གསུང་ཆོས་འདི་རྩ་བ་ནས་ནི་ཞུ་མ་མྱོང་བ་ཡིན་གི་ད་ལྟ་ཟམ་གདོང་རིན་པོ་ཆེ་གི་གསུང་ཆོས་དེ་འདྲའི་འཇའ་བོ་ཅིག་རེད་འདོད་ཡོད་རེད། ཨོ།
གསུང་ཆོས་དེ་དེ་སྔ་བར་དུ་གོང་ས་ཤ་ངེ་ཆེན་པོ་མཆོག་གིས་ད་ཅི་སྔོན་མ་ཅི་སྣང་སུ་དེ་དེ་ཞུ་ཡི་གི་གོ་དཀའ་འདི་ལྟར་རག་མ་སོང་ང་དགེ་ལུགས་རྒྱུ་འབྲས་ཀྱི་ཀྱི་འགྲོ་དེ་རྒྱུ་འབྲས་ཁ་ལ་ཁད་ཤག། ད་ར་སར་ད་ད་རེས་འོ་མ་ལ་རིན་པོ་ཆེ་གི་བྱིན་རླབས་ཀྱི་བརྒྱུད་པ་དེ་གཙོ་བོ་དམིགས་ཡུལ་བསམ་བློ་བཏང་ནས་བོད་ཀྱི་ཕྱོགས་ནས་ཞུ་བ་འགྲོ་གི་ཡོད་བ། དེ་སྔ་ང་རང་གིས་དེ་རག་མ་མྱོང། གོང་ས་ཤང་ཀི་ཆེན་པོ་ཆེ་བོ་སྔོན་མ་ཚགས་ཀྱིས་གནང་སོ་དེ་རེས་ཅིག་རག་འོང་བས་སང་ནས་ཅིག་བདེ་ཡིན་དེ། སྐབས་དེ་དུས་སྐྱེ་ཤི་ཆེན་མོ་རིན་པོ་ཆེ་གི་བདེ་མཆོག་ལེའུ་པར་གྱི་བཀའ་དབང་གི་དུ་མ་གནང་ཚར་ནས་བཀའ་བཞི་མགོ་བཙུགས་རུ་ཞིག་གི་སྐལ་གོང་ས་ཤང་ཀི་ཆེན་པོ་ཆེ་བོ་སྐུ་མཚམས་གཏད་སའི་གཞི་ནས་ཡིན་ན་ཡང་མཚམས་འཇོག་ཞིག་གིས་ཆགས་སོང། དེ་ནས་ཕྱིས་སུ། རྩེ་ཕྱེད་ཆེན་མོ་བསླབ་དགོས་ཚེ་ཅི་དཀའ་དེ་འདི་ཅི་ལ་ཅི་གནང་ཟེར་ཏེ་དེ་དེ་དཀའ་དེ་དེ། དགེ་ལུགས་རྒྱུད་སྡེ་ཡིན་ཅིག་ཅིག་ཁད་ནས་འགྲོ་ཡོད་ལ་རེད་མ་ཟེར་ད་ད་རེས་དེར་རིན་པོ་ཆེ་ས་ནས་ཅིག། བྱིན་རླབས་ཀྱི་བརྗིད་པ་དེ་ཅིག་རག་རུང་ཞིག་གནང་ཟེར་ནས་ད་གསང་སྟེང་རྗེས་སུ་དེ་ང་ཚོ་ཅིག། དགེ་ལུགས་པ་གི་ཐི་མོ་མ་ཡིན་པ་དེ་ད།

ཆོས་ཐང་ལ་ཡོད་པའི་ཨེ་མི་དེ་འདྲའི་སློབ་བུ་ཚོ་གིས་ཅིག་ཞུ་འདོད་ཡོད་པ་དང་ཨེ་མི་དེ་ནས་མར་བླ་མའི་ཐུགས་ཁས་ཟིན་སོང་ན་ཨེ་མི་དེས་ཅིག་གསུང་འཕྲིན་ཞུས་པ་ཡིན་ནའི་ཕན་ཐོགས་ཡོད་པ་དེ་སྔོན་མ་དེ་འདྲའི་བཀའ་གནང་དེ་གི་དཔེ་དང་རྒྱུ་མཚན་དུ་བྱས་པ་འདུག་སེ་བཀའ་གནང་ཅིག་བཀའ་གནང་བ་རེད་དེ་ནང་བཞིན་ད་དེ་ཏན་ཏན་ཕེ་ཁེ་ཅིག། བཅར་མ་ཐུབ་པས་ཡིན། ཡང་དེ་འདྲའི་དཔོན་ངན་དེ་འདྲས་གཅིག་དྲ་རྒྱ་དེ་འདྲའི་ཐོག་ནས་གསན་བསམ་ཞུས་པ་ཡིན། ཏན་ཏན་ཕན་ཐོགས་ཏན་ཏན་ཡོད་རེད། ཨ་ནི་དེའི་ད་རེས་ཀྱི་གསུང་ཆོས་དེ་ཧ་ཅང་གི་བྱིན་རླབས་ཆེན་པོ་དང་ཁ་གསལ་པོ། ཨ་ནི་རྒྱལ་བ་ཧོར་ཨ་བྷི་ཤེར་གྱི་གསུང་ཆོས་འདི་ཧ་ཅང་ཁ་གསལ་པོ་རེད། ཨ་ནི་ཁྱད་པར་དུ་རྒྱ་ཡི་ཟམ་གདོང་རིན་པོ་ཆེ་ནི་ད་རིང་འདེམས་སྦྱོང་སྐོར་ལ་གནང་གི་ཡོད་ཀྱང་འདེམས་སྦྱོང་དེ་ལྷ་མང་པོ་དང་སྔགས་མང་པོ་ཡོད་རེད། ཨ་ནི་སྔགས་དེ་བརྒྱད་དེ་རིན་པོ་ཆེ་ཨ་ནི་ལེགས་སྦྱར་གྱི་ཐོག་ལ་མཁྱེན་པ་ཆེན་པོ་ཡིན་ཀྱང་ཨ་ནི་སྔགས།

འདི་ལོ་ད་ལྟ་ཕྱི་ཟླ་གསུམ་པ་གི་ཚེས་གསུམ་དང་བོད་ཟླ་དང་པོ་གི་ཚེས་བཅུ་བདུན་གཉིས་ཉིན་གྲངས་བཅོ་ལྔ་གི་རིང་ལོ་སྲུང་ཆོས་གཙོ་རྒྱུ་ཡིན་པའི་གི་གནད་དོན་དང་འབྲེལ་བའི་སྐོར་ལ་རྒྱུད་སྟོད་གྲྭ་ཚང་མཁན་རིན་པོ་ཆེ་ཐུབ་བསྟན་བསྟན་འཛིན་མཆོག་དང་ནི་ད་ལྟ་ཀྱི་སེ་ར་བཅས་ཀྱི་ཚ་བ་ཁམས་གསེར་གྱི་དགེ་བཤེས་རྡོ་རྗེ་ནི་མ་ལ་རྣམ་པ་གཉིས་དང་གླིང་མོ་བཤད་པ་ཡིན་ཕྱིན་རྣམ་པ་གཉིས་དེ་ང་ཚོའི་ལས་དོན་ནང་ཕེབས་པར་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ།
གནད་འཁེལ་རྣམ་པ་ཚོ་ད་རེས་ང་ཚོ་དམིགས་བསལ་གྱི་གསར་འགྱུར་ནང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ལོ་ལྟར་བདེན་པའི་སྒྲོན་མེ་བཞི་པའི་གི་གཟེངས་རྟགས་ཤིག་འབུལ་སྲོལ་ཡོད་པ་ལྟར་འདི་ལོ་གི་བདེན་པའི་སྒྲོན་མེ་ཡི་གཟེངས་རྟགས་འདི་བྱིན། འདི་ག་ཨ་རིའི་རྒྱལ་ས་ཝ་ཤིང་ཁྲོན་དུ་དེང་སྐབས་ཨ་རིའི་མངའ་སྡེ་བྷར་མ་ཀྲི་ཡི་གྲོང་ཁྱེར་མེ་དྲི་བའི་རིགས་རྣམས་ལ་གནས་སྡོད་གནང་མཁན་ཨ་རིའི་བ་བུ་མེ་གྷི་རེ་སི་སི་ཕི་རེན་མཆོག་ལ་འབུལ་རྒྱུ་ཡིན་པའི་གསལ་བསྒྲགས་བྱས་ཡོད་པའི་གནས་ཚུལ་ཐོན། དེ་ཡང་ཕྱི་ཟླ་གཉིས་པ་གི་ཚེས་ལྔ་ཉིན་ཨ་རིའི་རྒྱལ་ས་བྷ་ཤིང་ཐོན་དུ་རྟེན་གཞིགས་བྱས་པའི་རྒྱལ་སྤྱིའི་དཔལ་དུས་ལས་འགུལ་ཁང་གིས་གསལ་བསྒྲགས་ཤིག་སྤེལ་བའི་ནང་ཀྱང་གྷི་རེ་སི་སི་ཕི་རེན་གྱིས་འདས་པའི་གི་མི་ལོ་བཅུ་གྲངས་འགའ་ཞིག་གི་རིང་བོད་ཕྱི་གི་གནད་དོན་ཐོག་ལ་རྒྱབ་སྐྱོར་གནང་བ་མ་ཟད། ཨ་མི་རི་ཀ་མི་མང་གིས་བོད་དོན་ཐོག་ལ་དོ་སྣང་ཡོང་ཐབས་སུ་ཁོང་རང་ནས་ཀྱི་ལས་འགུལ་མང་དག་ཞིག་སྤེལ་ཡོད་པའི་གི་བྱས་རྗེས་ལ་བསྔགས་བརྗོད་གཏོང་ཆེད། འདི་ལོ་ཁོ་མོ་ལ་དམིགས་བསལ་གྱི་ཐོག་ནས་བདེན་པའི་གི་སྒྲོན་མེ་བཞི་པའི་གི་གཟེངས་རྟགས་འདི་འབུལ་རྒྱུའི་ཐག་གཅོད་གནང་བ་ཡིན་ཅེས་འཁོད་ཡོད་པ་རེད། ཕྱི་ལོ་ཆིག་སྟོང་གི་བརྒྱད་བརྒྱ་བརྒྱུད་བརྒྱ་དུས་ལོ་ལ་བོད་ནང་ལ་ཞི་བའི་ངོ་རྒོལ་ལས་འགུལ་ཆེན་མོའི་ཐོག་རྒྱ་ནག་དབང་གིས་གདུག་རྩུབ་ཀྱིས་དྲག་གནོན་བྱས་པ་དེ་ལ་གདུང་སེམས་གནང་སྐྱེལ་ཞུ་ཆེད་ཀྱང་གུ་རེ་སི་སི་ཕིན་མཆོག་གིས་མི་ལོ་བཅུ་ཕྲག་གཅིག་ལྷག་ཙམ་གྱི་རིང་གཟའ་སྤེན་པའི་ནང་ཡིག་ལ་འདི་ག་ཨ་རིའི་རྒྱལ་ས་བྷ་ཤིང་ཐོན་དུ་ཡོད་པའི་གི་རྒྱ་ནག་དབང་ཚད་ཆེན་མོ་གི་མདུན་དུ་ལ་དོ་བོད་རྒྱལ་ཁབ་ཆེན་པོ་གི་རྒྱ་དར་དུ་བོད་དོན་ལ་རྒྱབ་སྐྱོར་བཟི་པའི་གི་བརྗོད་ཚིག་འཁོད་པའི་གི་ཚེ་དར་ཁུར་ནས་གི་རྒྱ་ནག་དབང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་བར་མ་ཟད་དུས་དང་རྣམ་པ་ཀུན་ཏུ་བོད་དོན་འཐབ་རྩོད་ཀྱི་ལས་འགུལ་ལ་མཉམ་ཞུགས་གནང་མཁན་ཞིག་ཡིན་པ་ལྟར། ཕྱི་ལོ་བཅུ་སྟོང་དགུ་བརྒྱ་གྱ་བཅུ་བྱ་དགུ་ལོ་ཡི་གི་སྤྱི་ཟླ་གསུམ་པའི་གི་ཚེས་བཞི་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྲིང་མོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཁོང་ལ་ཕྱག་བྲིས་ཤིག་གནང་བའི་ནང། ཁྱེད་རང་གིས་རྒྱ་ནག་གུང་ཁྲན་ཁང་གི་མདུན་ལ་ངོ་རྒོལ་གྱི་ལས་འགུལ་སྤེལ་བཞིན་པ་དེ་ནི་ཨ་མི་རི་ཀ་མི་མང་ཚོགས་ཀྱིས་ང་ཚོ་གི་ཐུབ་ཚོད་ལ་རྒྱབ་སྐྱོར་དོ་བརྡུང་སེམས་ནང་བཅས་ཤུགས་ཆེན་ཡོད་པའི་གི་མཚོན་རྟགས་ཤིག་རེད་ཅེས་བསྔགས་བརྗོད་ཡང་གནང་ཡོད་པ་རེད་འགི། ཀྱང Grace Spring ལ་བདེན་པའི་གི་སྒྲོན་མེ་གཟེངས་རྟགས་འབུལ་རྒྱུའི་མཛད་སྒོ་དེ་བཞིན་འདི་ལོ་སྤྱི་ཟླ་གཉིས་པ་གི་ཚེས་བཅུ་བདུན་ཉིན་ཨ་རིའི་མངའ་སྡེ Vermont གི་གྲོང་ཁྱེར Burlington ནང་ལ་གནང་རྒྱུ་ཡིན་པའི་གི་གནས་ཚུལ་ཐོན་འགི། སོག་ཁ་བློ་གྲོས་རྒྱ་མཚོ་ལགས་གཅིག་གིས། ཕོ་བྲང་སྤོ་ཏོ་ལགས་ཀྱི་མདུན་དུ་སྐད་འབོད་རྒྱག་པའི་གི་རྗེས་སུ། རྒྱ་ནག་གི་ནད་ཐོག་བར་གྱི་འཛིན་བཟུང་བྱས་ཡོད་པ་སྐོར། ཁུངས་ལྡན་གྱི་གནས་ཚུལ་ར་སྤྲོད་བྱུང་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་ཉེ་ཆར། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ཡི་གི་ཕྱི་ཟླ་དང་པོ་གི་ཚེས་ཉི་ཤུ་རྩ་བརྒྱད་ནས། སོག་ཁ་བློ་གྲོས་རྒྱ་མཚོ་ལགས་གཅིག་གིས། བོད་གཅིག་གི་རྒྱལ་ས་ལྷ་ས་ནས། བཀའ་སྲུང་ཆ་མེད་དུ་ཕྱིན་པའི་གི་གནས་ཚུལ་ཐོས་ཡོད་པ་དང། དེ་ཡི་གི་སྐོར་ལ་བཙན་བྱོལ་ནང་ལ་གནད་དོན་མིང་འབོད་འདོད་མེད་པའི་བོད་མི་ཞིག་གིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ཡི་གི་ཕྱི་ཟླ་དང་པོ་གི་ཚེས་ཉི་ཤུ་རྩ་བརྒྱད་ནས་འདི་ག་གནས་ཚུལ་མཁོ་སྤྲོད་བྱས་པ་ལྟར་ན། གོང་གསལ་གི་ཕྱི་ཟླ་དང་པོ་གི་ཚེས་ཉི་ཤུ་རྩ་བརྒྱད་ཉིན་སྔ་དྲོ་ཟོག་ཁ་བློ་གྲོས་རྒྱ་མཚོ་ལགས་ཀྱིས་གི་རྩེ་སྤོ་ཏོ་ལགས་ལ་སྐོར་ར་ཞིག་བརྒྱབ་ནས་གི་གཞིས་པའི་གི་སྐད་འབོད་བརྒྱབ་ཡོད་པ་མ་ཟད། ཟ་མ་བཞི་ལྔ་ཚང་གི་རྗེས་སུ་ཁོང་མེ་ཏོག་འབར་གྱི་འཛིན་བཟུང་བྱས་ནས་གི་ཕྱི་ཉིན་ནས་སོག་རྫོང་དུ་རྩིས་སྤྲོད་བྱས་ཡོད་པ་དང་ད་ལྟ་ཡི་ཆ་ལ་ཁོང་སོག་རྫོང་བཙོན་ཁང་ནང་དུ་བཙོན་འཇུག་བྱེད་བཞིན་ཡོད་པ་རེད་གི་མི་རིང་བར་ཁོང་རྫོང་བཅས་སུ་ཁྲིད་ནས་གི་ཁྲིམས་གཅོད་བྱེད་སྲིད་པའི་གི་དོགས་པ་བྱེད་བཞིན་ཡོད་པ་རེད། ཉེ་ཆར་ཟོག་ཁ་བློ་གྲོས་རྒྱ་མཚོ་ལགས་ཀྱིས་གི་སྒྲ་གདངས་སྙན་ཐོའི་ཞིག་ཕྱི་ཕྱོགས་སུ་འབྱོར་བའི་གི་ནང་ཁོང་གི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་གི་ཕྱི་ཟླ་དང་པོ་གི་ཚེས་ཉི་ཤུ་རྩ་བརྒྱད་ནས་དངོས་སུ་མཛངས་ལས་བརྗེ་སྟེ་ལས་འགུལ་སྤེལ་འགོ་བཙུགས་རྒྱུ་ཡིན་པ་སྐོར་གསལ་བསྒྲགས་གནང་ཡོད་པའི་གནས་ཚུལ་ཐོན་ཡོད།